ལ་སྟོད་དིང་རི། སྐྱིད་སྡུག་གི་ཚོགས་མི་ནེའུ་ཡོག་དང་ནེའུ་འཇར་སི། ཚོགས་གཙོ་ཚོགས་གཞོན་སློབ་སྟོན་པ། རྒྱུན་ལས་ཚང་མ་ལ་དང་པོ་དེ་ལ་ཡ། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ད་ཁྱེད་རང་ཚོ་ཕ་གའི་ངོ་ཞོག་སྐད་རེད་ང་ནི་ང་ཚོ་དེ་རྒྱ་གར་གི་ད་དགོང་དྲོ་ཆུ་ཚོད་དྲུག་དང་སྐར་མ་ཉི་ཤུར་ཟེར་བ་སླེབས་གི་འདུག་ཨ་ནི་སྔོན་དུ་ད་ཚོགས་གཙོ་མཆོག་གིས་རྗེ་བཙུན་འཆི་མེད་ལགས་ཀྱིས་དེ་ནས་ཡ་ད་ཚོགས་པའི་དམིགས་ཡུལ་དང་ཚོགས་པའི་ལས་འགན་ནང་ལོགས་ལ་རིག་གཞུང་གི་སྐོར་ལ་ཡ་ད་ཚོགས་པའི་གིས་ད་གར་བྱེད་དགོས་རེད། ལས་བཞི་ཡོད་པ་ནང་བཞིན་ཨ་ནི་བྷན་དྷ་རྡེ་ལི་ཡ་དག་བོད་ཀྱི་གསོ་བ་རིག་པའི་གྱི་དག་རིག་གཞུང་གི་ནང་ལོ་ནས་དག་མིའི་གི་གཟུགས་པོའི་འཕྲོད་བསྟེན་སྐོར་ལ་ཡ་ཨ་ནི་གྱི་ལམ་སྟོན་བཀའ་སློབ་ཅིག་གནང་རོགས་གནང་ཟེར་ནས་དག་ད་བ་གཉིས་སི་སྔོན་ལ་གསུངས་སོང་ཨ་ནི་སྐབས་དུས་དུས་ང་ལྷོ་ཕྱོགས་མ་གས་ཡོག་རེད་ཨ་ནི་ངས་དག་རང་དག་དུས་ཚོད་ངེས་ཅན་ཅིག་རག་པའི་ཁ་ཐུག་ལ་ཡ་ཨ་ནི་ང་རེད་གིས་ད་གང་ལྕོག་ལྕོག་ཅིག་ཞུ་འོས། ཨོ་དེ་འདྲ་ཞུས་བ་ཡིན་ད་ད་རེས་དེའི་གོ་སྐབས་དེ་ཐོབ་པ་དང་ཨ་ནི་དུས་ཚོད་དེ་རག་པ་དང་ཨ་ནི་ལྷག་པར་དུ་ད་རེས་རྒྱ་བལ་ལགས་གར་ཨ་ནི་བཟའ་ཚེ་ཨ་ནི་དགེ་བའི་ཉིན་དེ་ལ་ཡང་ང་རང་ལ་ཡང་དེ་འདྲ་གི་ཞབས་ཞུ་ཞུ་ཡས་གིས་ད། གོ་སྐབས་ཤིག་རག་པ་རེད་ཨེ་ཤི་ར་དགའ་བོ་བྱུང་ངོ་ནི་གོ་སྐབས་གནང་པ་དེ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན་ད་ཚང་མའི་མཁྱེན་མཁྱེན་པ་རེད་བརྗོད་གཞི་དེ་ད་དོན་དག་རྡོག་རྡོག་གཉིས་སྒང་ལ་གཅིག་རེད་གཅིག་དེ་ལ་ཡ་འཕྲོད་བསྟེན་ཟས་གཅིག་དང་གཅིག་ལ་ཡ་སྨན་བཅོས་ལམ་སྟོན་ཟས་གཅིག་རེད་སྤྱིར་ད་འཕྲོད་བསྟེན་ཟས་དེ་རྩ་བའི་གི་ད་རྒྱ་ཆེ་ས་ནས་བཤད་པ་ནས་འཕྲོད་བསྟེན་དེ་འཕྲོད་བསྟེན་ད་མང་པོ་ཞིག་ད་ཡོད་རེད་སྤྱིའི་འཕྲོད་བསྟེན་བྱེ་བྲག་གི་འཕྲོད་བསྟེན། ཨ་ནི་གནས་སྐབས་ཀྱི་འཕྲོད་བསྟེན་ཨ་ནི་ཕུགས་ཀྱི་འཕྲོད་བསྟེན་ཟེར་ནས་སྐད་ཆ་མང་པོ་ཡོད་རེད་ད་འདི་གས་ཚང་མ་ལོ། འགྲེལ་བཤད་རྒྱབ་མ་གོ་ཆེ་ཨ་ནི་འཕྲོད་བསྟེན་ཟེར་དེ་གལ་ཆེན་པོ་ག་ཚོད་ཡིན་མིན་ཅི་ཡིན་ད་ཅི་ཐང་བཤད་སྲོལ་ཡོད་པ་ནང་བཞིན་ད་འཕྲོད་བསྟེན་དེ་ཨ་ནི་དཔལ་འབྱོར་གྱི་དགོས་མཁོ་དང་གཅིག་མཚུངས་ཡིན་ཟེར་ད་དེང་དུས་ཀྱི་ད་དུས་ཚོད་དེའི་སྐབས་དེ་བ་ལ་འདི་འདྲ་བཤད་སྲོལ་ཅིག་ཡོད་རེད་གང་ཡིན་ཟེར་ན་དཔལ་འབྱོར་ཟེར་དེ་ད། གཉེར་མ་དང་མ་འདྲ་བ་དག་འགྲོ་སོང་བཏང་ཡས་མེད་ན་ཨ་ནི་ལས་དོན་ག་འདྲ་ཅིག་ཡིན་ན་ཚགས་ཚུད་པོ་དང་སྒྲུབ་ཐུབ་ཡས་དག་རྒྱ་ཆེན་པོ་བྱེད་ཐུབ་ཡས་ཀྱི་དག་ཅིག་གི་རྒྱབ་རྐྱེན་འདྲ་བོ་ཞིག་གས་མེད་པ་ཡིན་ཙང་ད་ག་ནང་བཞིན་འདི་ལས་གས་བྱས་དག་ཅིག་པ་ཡིན་པ་རེད་དེ་ཡིན་ན་ཡང་དེ་ལས་གས་བྱས་དག་འཕྲོད་བསྟེན་ཟིན་གྱི་འདི་སོ་སོའི་སྒེར་གྱི་འཕྲོད་བསྟེན་འདི་ཡག་པོ་མ་བྱུང་པ་ཡིན་ན་ཨ་ནི་འཕྲོད་བསྟེན་འདིའི་ཐོག་ནས་ཨ་ནི་སོ་སོ་ལ་ཡ་ད་ནུས་པ་ཡོད་བུ་གི་ད་སློབ་སྦྱོང་དང། ཨ་ནི་ནུས་པ་ཡོད་བུ་གི་ལས་ཀའི་གི་ད་ཅིག་དམིགས་ཡུལ་དང་འཆར་གཞི་དང་ཨ་ནི་སྒྲུབ་ཕྱོགས་དང་དེ་ག་བ་ཡིན་ནའི་གི་འཕྲོད་བསྟེན་གི་ཐོག་ནས་ཨ་ནི་སོ་སོའི་གི་ལུས་ཁམས་ད་གར་སི་བོར་གོ་གསུམ། གི་འཕྲོད་བསྟེན་འདི་ཡག་པོ་མ་བྱུང་པ་ཡིན་ན་ཨ་ནི་མང་པོ་ཅིག་ལ་ཡང་སྐྱོན་དང་ཨ་ནི་མང་པོ་ཅིག་སྒྲུབ་མ་ཐུབ་པ་དང་མང་པོ་ཅིག་ལ་དཀའ་ངལ་ཡོང་གི་ཡོད་པ་དེ་ད་སྤྱི་དང་འདྲ་པོ་ཅིག་བྱས་ན་ང་ཚོས་ཤེས་བཞིན་པ་རེད། བྱས་ཙང་དེ་འདྲ་ཡིན་དུས་ཙམ་པ་ད་འཕྲོད་བསྟེན་ཡག་པོ་ཡོང་ངེས་ཀྱི་དོན་དག་ལ་གཙོ་བོ་གཙོ་བོ་དེ་སོ་སོ་གི་འཕྲོད་བསྟེན་ཟེར་ཡས་ཀྱི་ན་ཚ་ཅིག་ཡོད་རོགས་འདི་ཡི་མཚམས་མཚམས་ལ་སོ་སོ་གི་ཧ་གོ་ཡས་ཅིག་ཡོད་རེད་མཚམས་མཚམས་ལ་ཡང། འཕྲོད་བསྟེན་འདིའི་ནང་ལོག་ནས་སོ་སོའི་གཟུགས་པོ་བདེ་ཐང་གི་གནས་སྟངས་དེ་ཧ་མ་གོ་བ་བྱས་ནས། ཨ་ནི། བརྟག་དཔྱད་བྱས་ན་མ་གཏོགས་ཧ་མ་གོ་ངེས་ཅིག་ཡོད་རེད་ད་དེ་འདྲའི་ཡི་གེ་གཞན་པ་ད་གནད་འགག་གལ་ཆེ་ཤོས་དེ་སོ་སོའི་ལུས་པོ་བདེ་ཐང་ཡིན་པའི་གི། ལམ་ཁ་དེའི་སྒང་ལ་ཡག་ཅིག་འགྲོ་ཐུབ་པ་ཡིན་ན་ཨ་ནི། འཕྲལ་ཕུགས་རྒྱང་གསུམ་ལ་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་ཡིན་ཙང་ད། ད་ནི་ང་ཚོའི་གལ་ཆེ་ཤོས་དེ་ད་ང་རེའི་ངོས་ནས་བསམ་བློ་བཏང་པས་ན་ག་རེ་མཐོང་དགོས་རེད་ཞེ་ན་ད། དུས་ཚོད་ལ་ཡང་བརྟག་དཔྱད་བྱས་ཏེ་གལ་ཆེན་པོ་རེད་ཟེར་གོ་ད་དུས་ཚོད་ཞིག་རིམ་པར་རྒྱལ་རྗེས་སུ་གས་ཡོང་མ་ད་ཡིན་ནའི་ལོ་གཉིས་གསུམ་ལ་ཡང་བརྟག་དཔྱད་རེ་རེ་བྱེད་ཐུབ་ཡོད་ཀྱི་ད་དུས་ཚོད་དང་སོ་སོ་གས་ད་དོ་སྣང་བྱེད་ཐུབ་པ་ཡིན་ན་ད་འདི་གི་སོ་སོ་གི་ཚེ་སྲོག་དང་ལུས་བདེ་ཐང་དང་ལས་དོན་མང་པོ་ཅིག་སྒྲུབ་ཡོད་ལ་ད་གར་འགོག་རྐྱེན་མ་ཡོང་ལ་ཕན་ཐོག་ཞེ་དྲག་ཡོད་རེད་ཨན་བརྟག་དཔྱད་དེ་ཡང་ད་དེང་དུས་ཀྱི་ཆ་ལ་བརྟག་དཔྱད་ཀྱི་སྟག་རིག་གསར་གྱི་ཐོག་ནས་བརྟག་དཔྱད་དེ་ཕྱི་ལུགས་ཀྱི་བརྟག་དཔྱད་སྟག། ཁྲག་དང་གློག་པ་དང་དེ་ནི་དེ་མིན་པའི་གྱི་སྟག། དེང་དུས་དང་མཐུན་པའི་མཚོན་མཁར་ཆ་ཚན་རིག་དང་མཐུན་པའི་གྱི། ཨ་ནི་ཁར་བརྟག་དཔྱད་ཀྱི་སྟག་ཆ་རྐྱེན་གྱི་དང་དེ་འདྲའི་གྱི་བསྐྲུན་པ་དང་དེ་འདྲའི་གྱི་ཐོག་ནས་བརྟག་དཔྱད་བྱེད་ཅིག་ཡོད་རེད། ཡང་དེ་མིན་པ་ཅིག་ད་ང་རང་ཚོའི་བོད་ལུགས་ཀྱི་ཐོག་ནས་བརྟག་དཔྱད་ཀྱིས་ད་ང་ཚོས་ཡིན་ན་རྟ་རིགས་ཁྲི་གསུམ་ཟས་བྱེད་ལུགས་ནང་ལ་ཡང་རྟ་བ་དང་རེག་པ་ཁྲི་བ་ཟས་བྱེད་ཡོད་རེད་ད་རྩྭ་དང་ཆུ་རྟ་ཡ་དེ་གལ་ཆེན་པོ་ཞི་བོ་ཅིག་བརྩི་གི་ཡོད་རེད་དེ་གལ་ཆེན་པོ་ཡིན་པའི་གི་དོན་དག་རྒྱུ་མཚན་ཨན་དེ་ཆོན་པོ་དེ་དངོས་སུ་ད་ཅིག་ང་ཚོ་མིག་མཐོང་ལག་ཟིན་མདོག་དེ་འདྲ་མང་པོ་ཞིག་བྱུང་ཡོད་རེད་ད་ང་ཚོས་ཨ་སྨན་པ་ཅིག་ཡིན་པའི་ཆ་ནས་ཨ་ནི་ང་ཚོས་ནད་པ་ལྟ་དུས་བྱམས་པ་དང་ནད་པའི་གི་ཆུ་བོ་ཡོངས་འདུས་ཙམ་པ་ནི་བརྟག་དཔྱད་བྱེད་བཅུག་དུས་ང་ཚོས་ཕར་ལབ་བསྡད་པ་དེ་ཚོ་དང། ག་ལི་ག་ལི་ལ་ལོ་གཉིས་གསུམ་གྱི་དང་པོ་ཁས་མ་གནང་བས་ན་ལོ་གཉིས་གསུམ་ཞུ་བ་ལ་ཨ་ནི། ངོ་སྤྲོད་འདྲ་བོ་བྱུང་རྗེས་ཨ་ནི་སྙན་པ་དེ་འདྲ་ལབ་བ་དེ་དག་ད་ལྟ་ངས་དེ་དུས་ཙམ་པ་ནང་ལ་ནད་རྟགས་ཡོད་མ་རེད་ངས་ཧ་གོ་བ་མ་རེད། ཁས་ལེན་བྱས་ཡོད་མ་རེད་ད་དེ་འདྲ་བྱས་ནས་ངང་སྙན་མ་ལབ་བ་དག་ར་ན་གི་འདུག་ཟིན་ཚུལ། ཨ་ནི་ཡོངས་ཀྱི་སྨན་པའི་རྩལ་ལ་རེ་བ་ཆེ་ཡ་དེ་འདི་ལྟར་གནས་ཚུལ་མང་པོ་བྱུང་ཡོད་རེད་བྱས་ཚད་འདི་ཡིན་དུས་བསམ་པ། ད་ངས་གི་ཞུ་བའི་གཙོ་བོ་དེ་བརྟག་དཔྱད་དེ་གལ་ཆེན་པོ་ཞིག་རག་རེད་བརྟག་དཔྱད་དེ་གནང་ནི་ང་ན་གི་ནི་མི་འདུག་བརྟག་དཔྱད་བྱེད་དགོས་ཡ་མི་འདུག་ཟེར་ཡིག་ཐག་རིགས་གཅིག་དེ་འདྲ་ཡོད་རེད་བ། དེ་མིན་པ་བྱས་ནི་ད་ལོ་ད་རེས་བརྟག་དཔྱད་གལ་ཆེ་དགོས་མ་རེད་ལོ་གསུམ་གི་ནང་ལ་བརྟག་དཔྱད་གཅིག་བྱེད་ཐུབ་པ་ཡིན་ན་ཨ་ནི་སོ་སོའི་གཟུགས་པོ་གི་ད་གཅིག་ཡོད་རེད་བ། ཕྱི་དང་ནང་གི་ཐོག་ནས་ད་འཕྲོད་བསྟེན་ག་ཚོད་ཡོང་གི་ཡོད་མེད་ཨ་ནི་མ་འོངས་པ་ལ་ཚེའི་ནང་ལོ་ལ་ཡ་ད་བར་ཆད་འདྲ་བོ་དེ་འདྲ་ག་རེ་ཡོང་གི་ཡོད་མེད་ཨ་ནི་སློབ་བུ་ཐོབ་རྒྱ་དང་ཡང་དེ་འདྲའི་གི་ན་ཚ་ཁ་ཤས་ཐོན་དུས་ཧང་སང་ངན་དེ་འདྲ་ཡོང་གི་འདུག་བ་བྱས་ད་དེ་ཡོང་དུས་ད་ཕྱི་ལུགས་ཀི་བརྟག་དཔྱད་བྱེད་ཡས་གཅིག་དང་ཨ་ནི་བོད་ལུགས་ཀི་བརྟག་དཔྱད་བྱེད་ཡས་གཅིག་གཉིས་ཡོད་རེད་དེའི་ནང་ལོ་ནས་བོད་ལུགས་ཀྱི་བརྟག་དཔྱད་བྱེད་འོས་ཀྱི་ན་བཟའི་དེ་སྐད་དེ་མིང་དེ་སྐད་ཆ་ཚང་གཅིག་ཆོས་ལུགས་ཀྱི་ན་བཟའི་བརྟག་དཔྱད་ནང་ལ་ཐོན་གྱི་ཡོད་མ་རེད། བྱས་ཙང་ན་བཟའི་གི་མིང་དང་ངོ་བོ་དེ་དུས་གཅིག་པ་ཡོད་མ་རེད་ག་རེད་ཟེར་ན་ང་ཚོས་གི་ད་ཅི་ན་བཟའི་གི་གཞི་བཞག་ས་དང་མི་ཡིག་གི་ཡིག་ད་བྱུང་བ་གྲུབ་སྟངས་དང། ཨ་ནི་ན་བཟའི་ངོས་འཛིན་ད་དེ་དུས་ཚང་མ་ལོག་ང་ཚོ་གཅིག་པ་ཆགས་ཡོད་མ་རེད། བྱས་ཙང་དེ་ཡིན་དུས་ཙང་བ་ད། བརྟག་དཔྱད་འདི་ལ་ཡང་ལྐོག་གྱུར་གྱི་ཐོག་ནས་ཧ་གོ་བའི་གཅིག་དང་ཡང་ལྐོག་གྱུར་མེད་པའི་ཐོག་ནས་ཡང་ཧ་གོ་དགོས་བའི་གཅིག་གཉིས་ཡོད་དུས་བསམ་པ་ད་གཞི་གོང་དུ་ཞུས་པ་ནང་བཞིན་རེད། དངོས་ནས་ཧ་གོ་བ་ཡིན་ན་དེའི་སྒང་ལ་ཡག་ད་གཟབ་གཟབ་བྱེད་དགོས་བས་ད་སྨན་རྗེས་ཆུ་ཁར་ག་རེ་ཡོད་མེད་འདི་སོ་སོ་ཤེས་ཀྱི་ཡོད་དུས་ཚེ་ལ་བར་ཆད་མ་འགྲོ་ལ་ཞེ་ལ་ཁྱད་པར་ཡོད་རེད། དེ་ཡིན་པ་ཡིན་ཙང་ད་ལྟ་ཞུས་པ་ནང་བཞིན་རེད། ཆོས་ལུགས་ཀྱི་བརྟག་དཔྱད་འདི་གལ་ཆེན་པོ་རེད། བོད་ལུགས་ཀྱི་བརྟག་དཔྱད་དེ་དེ་བས་ཀྱང་གལ་ཆེན་པོ་རེད། ཁྱེད་ཅག་སྐུ་ཉིད་གཉིས་ད་གཅིག་པ་འདྲ་བོ་ཅིག་ཡོང་ཐུབ་གི་ཡོད་མ་རེད་ཡིན་ན་ན་ཚ་དེ་ཡ་གཟུགས་པོའི་ནང་ལ་ལངས་ཚར་བ་དང་གཟུགས་པོའི་ནང་ལ་ན་ཚ་དེ་དངོས་སུ་སྨིན་པའི་སྐབས་དེ་བ་ཨ་ནི་ན་ཚ་འདི་གི་ད་ངོ་བོ་འདྲ་བོ་དེ་དང་གདོང་པ་འདྲ་བོ་དེ་མཐོང་ཐུབ་གི་ཡོད་རེད་དེ་འདི་དུས་ཤིག་ནས་ཨ་ཁོ་འགྲོ་དགོས་ལུགས་ཨ་ཐ་ཅི་གོང་དུ་དཔེ་བཞག་པ་ནང་བཞིན་རེད། སྐྱ་ཚ་འདིས་གཅིག་བྱས་ཏེ་འདིའི་སྒང་ལ་ཡང་ད་སྨན་བཅོས་བྱས་དེ་རེད་སྨན་བཅོས་འདི་ཡང་སྨན་བཅོས་གཅིག་གིས་རང་ལུགས་རྐྱང་པ་བྱེད་ཡས་བོད་ལུགས་ཀྱི་མིའི་ཐོག་ནས་སྨན་བཅོས་བྱེད་ཡས་གཅིག་དང་ཨ་ནི་ཡང་ཕྱི་ལུགས་ཀྱི་ཐོག་ནས་སྨན་བཅོས་བྱེད་ཡས་གཅིག་བྱས་ནས་སྨན་བཅོས་བྱེད་སྟངས་དང་བྱེད་ལུགས་གཉིས་རེ་བཞིན་ཡོད་རེད། དེ་ཡོད་པའི་ནང་ལོགས་ནས་ད་ན་ཚ་ཁ་ཤས་གཅིག་ལ་ཨ་ནི་སྨན་བཅོས་ཟུང་འབྲེལ་དུ་བྱེད་དགོས་ཡས་ཡོད་རེད་ཁ་ཤས་གཅིག་ལ་ཡང། གར་བཞི་བོ་རེ་རྐྱང་པ་ཆིག་གོ་ཡ་དེ་འདྲ་ཡོད་རེད་དེ་ཡོད་དུས་རྩོམ་པ་དར་གྱིས་གོང་དུ་ཞུས་པ་ནི་བརྟག་དཔྱད་དེ་ཡ་ནི། ཟུང་འབྲེལ་གྱི་བརྟག་དཔྱད་བྱེད་དུས་རྩོམ་པ་ཡང་བོད་ལུགས་ཀྱི་བརྟག་དཔྱད་བྱས་ཚར་བའི་ཞོར་ལ་ཕྱི་ལུགས་ཀྱི་བརྟག་དཔྱད་བྱེད་ཀྱི་ཡོད་རེད་པ། འོ་དེ་འདྲ་ཡོད་དུས་རྩོམ་པ་ད་དེའི་ནང་ལོགས་ནས་གལ་ཆེ་ཤོས་དེ་ད་ཁྲག་དང་དེ་འདྲ་གྱི་ཚད་གཞི་དེ་འདྲས་ད་གཏན་ལ་ཕེབས་དགོས་ཡས་དང་ཡ་ནི་ནད་འབུ་ཡོད་མེད་བལྟ་ཡས་དང་དེ་འདྲའི་རིགས་ལ་ཡ་ཕྱི་ལུགས་ཀྱི་བརྟག་དཔྱད་ཐོག་ནས་ཡག་པོ་ཡོད་རེད། བོད་ལུགས་ཀྱི་དེའི་ཐོག་ནས་ཅིག་ཐོབ་མ་ཐོབ་དང། གཅིག་ཚད་ལོངས་དང་མ་ལོངས་ཟེར་དེ་བོད་པའི་གི་ཐོག་ནས་ཡང་མིན་པའི་གི་རྩ་དེ་དུས་རིམ་པ་ཤིང་གི་རེད་ཤེས་གི་རེད་ཁྱེད་རང་ཁྲག་ཤེད་འདུག་ཁྲག་ཤེད་མཐོ་བོ་རེད་ཞོ་ཟེར་ཁྲག་ཤེད་དམའ་བོ་འདུག་ཟེར་ཁྲག་ཤེད་བརྟན་པོ་མི་འདུག་ཟེར་དེ་འདྲ་བོད་པའི་གི་རྩ་ཡི་ཐོག་ནས་བཤད་གི་ཡིན་ནས་ཡང་ད་ང་ཚོས་མ་སོང་ན་ཚད་གཞི་འདྲ་བོ་དེ་ཏག་ཏག་ག་ཚོད་འདུག་བརྒྱ་དང་སུམ་ཅུ་བརྒྱ་དང་ཞེ་བཅུ་བརྒྱ་བཅུ་དགུ་བཅུ་ཡང་མཐོ་བོ་ལ་བརྒྱ་དང་དྲུག་ཅུ་བདུན་ཅུ་ཟེར་ད་ཁོ་འཕྲུལ་འཁོར་གི་ཐོག་ནས་འཕྲུལ་ཆས་ཐོག་ནས་ཚད་གཞི་འཇགས་དགོས་དུས་རིམ་པ་ཨ་དེ་འདྲས་ཀྱི་བརྟག་དཔྱད་བྱེད་དགོས་ཨ་དེ་ཡོད་དུས་ཀྱི་ལྟ་ངན་ཞུ་བའི་གཙོ་བོ་དེ་བརྟག་དཔྱད་དེའི་དང་པོ་ནས་ཨ་ལས། གལ་ཆེ་ཤོས་གཅིག་ལ་ཡང་དོ་སྣང་གནང་རྗེས་བརྟག་དཔྱད་དེའི་ལོ་གཉིས་གསུམ་ནང་ལ་ཐེངས་མ་རེ་ཟིན་རེ་བཞིན་བརྟག་དཔྱད་གནང་ཡ་དེ་གལ་ཆེན་པོ་རེད། ཨ་ནི་ཐོག་མའི་བརྟག་དཔྱད་འདི་ལ་བལྟས་རྗེས་ཨ་ནི་ན་ཚ་ཞི་ག་རེ་ཡིན་མིན་ན་ཚ་དེ་ལ་སྨན་བཅོས་ག་རེ་བྱེད་དགོས་མ་དགོས་ཞེས་ཀྱི་ཡོར་བ། ཨན་ཏེ་ལི་ཡ་གཅིག་གིས་ང་ཚོས་རང་ལུགས་རྐྱང་པ་བོད་ལུགས་ཀྱི་གསོ་བ་རིག་པ་རྐྱང་པའི་ཐོག་ནས་སྨན་བཅོས་བྱེད་ཡས་ཀྱི་རིགས་གཅིག་དང་ཡང་ཟུང་འབྲེལ་ཐོག་ནས་བྱེད་ཡས་གཅིག་དང་དེ་འདྲས་ཀྱི་རིགས་མང་པོ་ཡོད་རེད་དེའི་ནང་ལོ་ནས་ང་རང་ཚོ་བོད་པའི་གིས་ད་བོད་ལུགས་ཀྱི་གསོ་བ་རིག་པའི་ཀྱི་རྐྱང་པའི་ཐོག་ནས་ཨ་ནི་སྨན་བཅོས་བྱེད་ཡས་ཀྱི་ན་བཟའ་དེ་འདྲས་རིགས་གཅིག་ཡོད་རེད་ན་བཟའ་དེ་ཚོ་ད་དཔེར་ན་གྲང་བའི་ན་བཟའ་སོགས་རོ་དེ་འདྲས་ཡོད་རེད་མཁལ་མའི་ན་བཟའི་སིང་ངེ་འདྲ་བོ་རླུང་གི་ན་བཟའི་སིང་ངེ་འདྲ་བོ་རྩ་ཨའི་ན་བཟའི་སིང་ངེ་འདྲ་བོ། དེའི་ནང་ལ་ཡ་དེ་ནི་གར་ཆུ་བོ་རེད། དེས་ཅིག་ད་ང་རང་ཚོའི་ནད་ཀྱི་ལུས་ཟུངས་ཀྱི་ཐོག་ནས་ཨ་ནི། གཟུགས་པོ་གི་ནང་ལོགས་ཀྱི་ད་ཁྲག་གི་འཁོར་རྒྱུག་དང་དུས་ཚོད་ཐད་དུས་ཚོད་ལ་ཅིག་ང་རང་ཚོ་རྩ་རླུང་གི་ཐོག་ནས་ཤེས་པ་ཡིན་པ་དང་ཨ་ནི་སེམས་ཁམས་པ་ཐོག་ནས་སྐད་ཆ་ཤེས་པ་ཡིན་པ་དང། ཨ་ནི་འདི་ད་མེན་བིས་ཀྱི་ཨ་ནི་ཕོ་བའི་མེ་དྲོད་ཟས་དང་དུས་ཚོད་ཐོག་ལ་ཅིག་སྐད་ཆ་ཤེས་པ་ཡིན་ན་ཨ་ནི་འདི་ང་རང་ཚོའི་བོད་པའི་གི་ཐོག་ནས་ཕོ་བའི་མེ་དྲོད་ཞན་པོ་འདུག་ཟེར་གི་མ་གཏོགས་ཕྱི་ལུགས་ཀྱི་ཕོ་བའི་མེ་དྲོད་ཞན་པོ་འདུག་ཟེར་ཏེ་དམིགས་བསལ་བཤད་གི་མ་རེད། གང་ཡིན་ན་ཁོ་ཚོའི་གི་དེ་ལ་ཡང་གཙོ་བོ་གཙོ་བོ་དེ་ད་གཟུགས་པོའི་ནང་ལ་ཕོ་བའི་ནང་ཡོད་དེ་ངས་འབུ་དེ་དེ་འཛེག་ཡས་ནི་ཁ་ལག་ཟ་ཡས་དང་འཇུ་ཡས་གི་ལས་ཀ་བྱེད་གི་བར་འདི་སྐད་ཅིག་བཤད་གི་རོགས་ང་རང་ཚོ་ཡིན་ན་མེ་དྲོད་རྣམ་པ་གསུམ་འགྲོ་པོ་གཅིག་དང་སྤྱི་བཏང་འགྲོ་པོ་བཤད་བས་ཡིན་ན་ཨ་ནེའི་དཀར་ཆག་བད་ཀན་མྱགས་བྱེད་མཁྲིས་པ་འཇུ་བྱེད་ཨ་ནེ་རླུང་མི་ཉམས་གསུམ་གྱི་མྱགས་ཤུལ་དང་ཉིན་གྱི་བྱེད་ལས་ལ་གཏད་བྱེད་ཨ་ནེ། ཕོ་བའི་མེ་དྲོད་ཀྱི་ལས་ཀ་བྱེད་ཡས་ཀྱི་སྐོར་ལ་སྐད་ཆ་ཅིག་བཤད་ཀྱི་རེད་འདི་གལ་ཆེན་པོ་ཞེ་དྲག་རེད། ཨ་ནེ་དེའི་སྒང་ལ་ཡག་ད་ཕོ་བའི་མེ་དྲོད་ཟེར་ཡས་དེའི་མྱགས་ཤུལ་དང་ཉིན་དེ་བྱིན་མ་ཐུབ་པ་ཡིན་ན། ཨ་ནེ་ཕོ་བའི་ནང་ལོགས་ལ་ན་ཚ་མང་པོ་ཞི་བོ་བྱེད་ད་ང་ཚོའི་སྨན་གཞུང་ནང་ལ་བཤད་པ་ཡིན་ན། ནད་ཀྱི་དང་པོ་མ་ཞུ་བ་ཞིག་ལབ་ར་མ་ཞུ་ཞིག་ཅེས་རིམ་པར་ད་ཁ་ལག་དེའི་ཟས་ཚར་བ་དེ། ཕྱི་ལོག་ནས་ཁ་ལག་ཅིག་བཙོས་ནི་ཟ་ན་འདྲ་རྗེན་པ་ཟ་ན་འདྲ་གྲང་མོ་ཟ་ན་འདྲ་ཚ་བོ་ཟ་ན་འདྲ། ཨ་ནི་ད་ག་ནས་ཞིག་བཏུང་ངའི་རིགས་ག་རེ་ཡིན་པ་ཡིན་ནའི་འདི་གའི་ཚང་མ་ལོ་ཕོ་བའི་མེ་དྲོད་ཀྱི་བྱེད་ལས་རྣམ་པ་གསུམ། བད་ཀན་ཉག་ཆེ་ཞིང་དེ་ཉག་དགོས་བ་མཁྲིས་པ་འཇུ་ཆག་གི་འཇུ་དགོས་བ། ཨ་ནི་མི་ཉམས་རླུང་གི་དྭངས་སྙིགས་ཆད་ནི་ཨ་ནི། ཆུ་ཚོད་ཉི་ཤུ་རྩ་བཞི་ཡིན་ན་ཉིན་ཞག་གཅིག་ཡིན་ན་ཨ་ལོག་ན་ཨ་ནི། དྭངས་མ་ནི་དབྱེ་བ་ཕྱེད་ཚ་བའི་ཤུགས་བླ་ཨ་ནི། ཆ་བཞིན་དང་བཅིངས་པའི་ནང་ལ་བླ་བ་དང་དཀར་བ་དེ་འགྲོ་ཨ་ནི་དྭངས་མའི་གི་དྭངས་མ་དེ་ཨ་ནི། ཕྱིན་པའི་ནང་ལ་ཕག་ཕྱིན་ཅད་ཨ་ནི་ཁྲག་བཅས། དྭངས་མ་ནི་ཨ་ནི་ཁྲག་ཤ་ཚིལ་རུས་རྐང་ཁུ་བ་ཤི་ནས་ལུས་ཟུངས་བདུན་ལ་ཕག་འགྲོ་དུས་གཞོན་པ་བས་ནི་ད་རི་ཟ་ལྷག་པའི་གི་ཁ་ལ་ཟེར་བ་དེ་རྗེས་མ་ཟ་ལྷག་པ་བར་དུ་ལ་གཟུགས་པོའི་ནང་ལོགས་ལ་ཡར་ད་དྭངས་སྙིགས་དབྱེ་བ་ཕྱེད་ཀའི་ཕྱེད་ཀའི་ཕྱེད་ནི་གཟུགས་པོའི་ནང་ལོགས་ལུས་ཟུངས་བདུན་ཟིང་འདི་ཆགས་འགྲོ་དགོས་བ་རེད། ལུས་ཟུངས་ཀྱི་ཐ་མ་དགེ་འདུན་འདི་ཀྱི་ཐ་མ་དེ་ནི་སོ་སོའི་ཀླད་པའི་ནང་ལ་ཕྱིན་རྗེས་ལུས་ཟུངས་དང་ཐ་མ་དེ་ག་རེ་ཞིག་ཡོད་ན་ལྡང་ཞིང་དེ་ལ་འགྲོ་བའོ་རེད་ལྡང་ཞིང་ལྡང་བྱེད་དེ་ད་ཡོད་ན་ཚེ་དང་སྲོག་གནས་ས་རེད་ལྡང་ཞིང་འདི་ལ་ད་ང་ཚོའི་སེམས་ཡིན་ན་འདི་ད་ཟས་འདྲ་བོ་དེ་ཁོ་གཟུགས་པོ་གི་ནང་ལ་ལུས་ཟུངས་བདུན་གྱི་ཐ་མ་དེ་ལྡང་སྟེ་གདངས་ལ་འཕགས་འགྱུར་གདངས་ཀྱི་ཨ་ནི་ཀླད་པའི་ནང་ལོགས་ལ་གནས་དེ་གི་འོད་ཟེར་གྱི་འོ་རེད་ད་དེ་ཡི་དུས་ཙམ་པར་ད་གདངས་སྟོབས་དེ་ཚོ་མེད་པ་ཡིན་ན་ཨ་ནི་ལུས་ཟུངས་བདུན་གྱི་ད་བར་སྲིད་འོ་རེད་དྭངས་མེད་ཀྱི་བཅུད་ཁ་ལག་གི་ཟེར་བའི་བཅུད་དེ་གཟུགས་པོ་ལ་མ་སླེབས་དུས་ཨ་ནི་གཟུགས་པོ་གི་ནང་ལོགས་ནས་ད་ཉམས་ཆག་ཆེན་པོ་འགྲོ་དུས་ཙམ་པར་ཨ་ནི་ཟུངས་གི་མི་ཐུག་རྣམ་པར་ཚེས་པ་ཟེར་དེ་འདི་ཡོ་རེད་ད་སྨན་ཤུགས་ནང་ལ་སྲོག་རྩོལ་ནད་ཀུན་ནང་ལོགས་ལ་དེ་འབྲེལ་གྱི་རྟ་ན་རྫ་དི་བ་ལེ་དུས་ཨ་ནི་ན་རྫ་གཅིག་སྨན་བཅོས་བྱས་པ་ཡིན་ནའི་ལུས་ཟུངས་ཀྱི་འཁྱོག་རྒུད་མེད་པ། ཨ་ནི་སེམས་ནང་ལ་ཡ་རྟ་གཅིག་ཡོད་ར་བཟོད་བསྲན་གྱི་གི་རྣམ་པ་ཆུང་བ། ཨ་ནི་མིག་གི་བཀྲག་མདངས་ཞན་པོ་ཡོད་པ་དེ་འབྲེལ་གྱི་ཐོག་ནས་དཀའ་ངལ་མང་པོ་ཡོང་གི་ཡོད་པ་ཡིན་དུས་རྟ་དེ་གས་ཚང་མ་ཡོང་སའི་གི་གཞི་གཙོ་བོ་དེ་ཕོ་བའི་མེ་དྲོད་ཀྱི་བྱེད་ལས་ཡག་པོ་དང་བྱེད་ལས་ཀྱི་ནུས་བ་དེ་ལ་བརྟེན་ནས་ཡོང་གི་ཡོད་དུས་ཨ་ནི་ཕོ་བའི་མེ་དྲོད་ཀྱི་བྱེད་ལས་དེ་ཡག་པོ་ཞི་བོ་ཅིག་ཆགས་དགོས་གི་ཡོད་རེད་དེ་ཆགས་པ་ལ་ཨ་ནི་ང་རང་འཇོག་གི་དེ་འཕོ་བ་ཞིང་ས་དྲ་བའི་མེ་སྒྲས་གསོས་ལབ་ལ། གཟུགས་པོ་འདི་དཔེ་བླངས་ཀྱི་ཞིང་འདྲ་བོ་ཅིག་བྱས་ཨ་ནི་འདིའི་ནང་ལ་ཡ་ཞིང་འདི་ནང་ལ་ཡ་ད་འདུག་འདི་མ་ལྟ་བས་ན་སྟོན་ཐོག་ཏུ་ཡག་པོ་རྒྱས་དགོས་ལ་སྟོན་ཐོག་ཡག་པོ་སྨིན་དགོས་དང་ཨ་ནི་འདི་བྱས་ལ་ད་འཕོ་བའི་མེ་སྒྲས་གསུམ་གའི་མྱག་ཤུ་དང་གཉིས་ཀྱི། ཨེ་བྱེད་ལས་ཀྱི་ད་གར་ཞུགས་པོ་རེད་ལས་ཀ་དེ་ཡག་པོ་བྱེད་ཐུབ་པ་དགོས་གོ་དུས་ཙམ་པ་ད་ཕྱི་ལོག་ལ་ཡིན་ན་འདྲ་དཔེར་ན་ང་ཚོའི་ཐབ་ཚང་འདྲ་པོའི་ནང་ལ་དཔེ་བཞག་པ་ཡིན་ན་ད gas བཟོ་རུ་གཞོལ་བ་ཨ་ནི་དེ gas དེ་བཟོ་སྤྲོད་ཨེ་འདོད་ནི་ཁ་ལག་ཡིན་ན་དུས་ཚོད་ལ་མ་ཚོད་པ་བྱས་གལ་སྲིད་ཚོད་པ་ཡིན་ན་ཁོ་ཏག་ཏག་རི་བོ་ཡག་པོ་ཚུད་དགོས་བ་མ་རུ་ཨ་ཨེ་དུས་ཚོད་རིང་པོ་འགོར་ཡས་དང་འོ་དེ་ནང་བཞིན་བྱས་ནས་ད་ང་ཚོའི་ཕོ་བའི་ནང་ལ། ཁ་ལག་འདི་གས་ཡག་པོ་སྨིན་པར་ལྟ་བའི་མང་པོ་ཅིག་ཕྱིའི་གོས་དུད་འཇོམས་པ་འདི་གས་དེ་སྨིན་མ་ཐུབ་བས་ན་ཨ་ནི་ན་ཚད་ཀྱི་གཞི་ཡོང་ས་གཙོ་བོ་གཙོ་བོ་ཅིག་ཡོད་རེད་བ་ད་མ་ཞུ་བ་ལ་བརྟེན་ནས་ཡོང་དགོས་བ་རེད་གཟིགས་དགོས་རེད་མ་ཞུ་བ་ལ་བརྟེན་ནས་ན་ཚད་འདི་ད་ཅི་གྱོང་ལན་སྣུམ་ཟུམ་གཟིགས་ག་རེད་གྱོང་པོ་ཟིན་ན་རྡོག་རྡོག་རེད་བརླན་ཟིན་ན་ད་བཏུང་ཡས་རིགས་ཅིག་རེད་བ་སྣུམ་གསི་དུད་འཇོམས་པ་ད་མར་ད་སྣུམ་ཚི་ཡོད་པ་འདི་གས་ཚང་མ་རེད་བ་དེའི་ལང་ལོང་ནས་ད་གར་ཚུད་བ་རེད་ང་ཚོས་ན་རྡོག་རྡོག་འདི་གས་དེ་མ་ཞུ་ན་གནད་འགག་ཤུགས་ཆེ་ཡོད་མར་གོ་ཞུ་ཐུབ་ཀྱི་རེད་ཕྱི་དར་ལེན་དང་སྣུམ་དེ་ཉེས་པ་ཆེ་ཞེས་དུས་ཚོད་གཉིས་ཞུ་མ་ཐུབ་པ་ཡིན་ན་ཨན་འདི་གི་ན་ཟིའི་ནང་ལོག་ནས་ད་གཙོ་ཆེ་ཤོས་གཉིས་དེ་འབྲས་དང་སྐྲན་ཟེར་གྱི་རེད། དྭངས་མ་མ་ཞུ་བ་དེ་ནི་འབྲས་ཆགས་སྙིགས་མ་མ་ཞུ་བ་དེ་སྐྲན་ཆགས་ཀྱི་ཡོད་རེད་དེ་ཡོད་དུས་ད་འབྲས་ཞིག་ན་དེང་སང་གི་ད་སྐྱེན་སྲིད་ཀྱི་ན་ཟ་ཅིག་ཡོད་རེད་བ། དེ་ཚོ་རེད་ཨ་ནི་སྐྲན་ཟེར་ན་ད Cyst ཟེར་དེ་རེད་ད་ཚི་ཡི་དང་ཨ་ནི་ཤ་སྐྲན་ད། འོ་དེ་འདྲ་ཆགས་དགོས་དུས་རིམ་པ་ད་ཆགས་ཡོང་དུས་རིམ་པ་འདི་ཚོ་གཉིས་ཆ་ལོ་དེང་སང་གི་ད་དུས་ཚོད་འདི་བ་ལ་ཡ་ད་ན་ཚའི་ནང་ནས་ན་ཚ་ད་སྐད་གྲགས་ཆེ་ཤོས། སྨན་བཅོས་བྱེད་ཐུབ་ཡ་མེད་བ་ཨ་ནི། འགྲོ་སོང་ཆེན་པོ་ཡིན་པ་ཨ་ནི་ན་ཚ་དེ་གཅིག་ན་བ་ཡིན་ན་རྫ་དྲག་པོ་ཡོད་བ། འོ་དེ་འདྲས་གི་ཐོག་ནས་ཨ་ནི་དཀའ་ངལ་ཤུགས་ཆེན་པོ་ཞིག་དབུ་ཅིག་ཡོང་བསྡད་དུས་རིམ་པ་ད་དེ་སྐད་དེ་མ་ཡོང་བའི་ཐབས་ཤེས་བྱས་དང་དེ་སྐད་དེ། ཡོང་པ་ཡིན་ན་སྨན་བཅོས་མགྱོགས་པོ་བྱེད་ཐུབ་ཡས་ལ་ད་ང་རང་གཙོ་བོ་ཡིན་མ་སོང་ན། ཅེས་གཟུགས་པོའི་ནང་ལ་སྲུང་སྟོབས་དེ་དགོས་དགོས་རེད་སྲུང་སྟོབས་དེ་ཡག་པོ་དགོས་པ་དང་ཁ་ལག་གི་དྭངས་སྙིགས་དེ་ཚོ་ཡག་པོ་ཕྱེ་རྗེས་དྭངས་མ་དྭངས་མའི་ནང་ལ་ཕྱིན་སྙིགས་མ་སྙིགས་མའི་ནང་ལ་མ་འགྲོ་མ་ཐུབ་ན་ཁོ་ག་ལི་ག་ལི་ལ་ཕར་ཚུར་བསྒྲལ་ཕྱིན་རྗེས་ཨ་འདིའི་ཉམས་འདོར་ལ་དྭངས་མ་ཨ་ནི་སྙིགས་མའི་རྩ་མིག་ནང་ལ་ཕར་ཕྱིན་རྗེས་ཨ་ནི་ན་ཚ་འདི་གས་འདི་ཞི་ནས་ད། ཁྲག་ངན་པ་སྨིན་པའི་ཆ་ནས་ནི་དེ་འདྲའི་དོགས་དོགས་ཆ་ནས་ནི་འདི་ཞི་དུལ་འཇམ་པའི་ནགས་ཚལ་དེ་ཞི་གཅིག་པུ་དེ་འདྲ་ཆགས་འགྲོ་དགོས་བ་རེད། འོ་དེ་གཅིག་གིས་བས་ཡིན། ད་འདི་ནས་ང་རང་ཚོ་བོད་པ་བོད་ལུགས་སོགས་ནས་ཡ་གཅིག་ཡོག་རོ་ཨ་ན་ཚ་དམིགས་བསལ་གྱི་སྨན་བཅོས་བྱེད་ཐུབ་ཡས་ཀྱི་སྨན་ན་ཚ་མང་པོ་ཡོག་རེད་དེ་ནང་ར་རླུང་གི་ན་ཚ་ཡོག་རེད་མཁྲིས་པའི་ན་ཚ་ཡོག་རེད་བད་ཀན་ན་ཚ་ཡོག་རེད་དེ་ནི་བད་ཀན་གྱི་ན་ཚ་ཟེར་མཁན་དེ་ཚོའི་ཐད་ཚོ་དམངས་ཆད་ད་ང་རང་ཚོ་བད་ཀན་ཞི་དུལ་ཚན་པ་ཁ་ཤས་ཀྱི་ཀྲི་པི་རེད་ཞེས་རེ་བ་ལ་གུ་དོག་བད་ཀན་བཤད་དེ་ཀྲི་པི་ཞེས་མིག་བཤད་མཁན་མ་རེད། གང་ཞིག་ན་བད་ཀན་ན་ཚ་ལ་ད་སྦུ་ཡོད་རེད་ཞེས་མིག་བྱེད་བོད་པའི་ལས་ཀུན་མ་རེད་བ་ཡིན་ན་ཅི་དང་ཅི་དང་གིས་རླུང་སྲིན་མཁྲིས་སྲིན་བད་སྲིན་ཟེར་མཁན་དེ་འདྲ་ཡོད་ད་ཡོད་རེད་ཡིན་ན་བད་ཀན་ཞིག་ནི་ན་ཚ་དེ་ཚོ་མང་ཆ་ད་ས་དང་ཆུ་ལ་བལྟས་ཀྱི་གྲང་བའི་ངོ་བོ་ཡིན་པའི་ཆ་ནས་ནི་ན་ཚ་དེ་ཕོ་བ་ཆེར་པ་ཁས་མ་ཆུ་ལ་གྲང་ནད་གཙོ་བོ་ཟུངས་ཤིང་རིགས་དུ་མ་ན་ཚ་དེའི་གྲང་བའི་ན་ཚ་དེ་མང་ཡང་ཡོང་གི་རེད་ཟེར་ཡས་ཇི་ཡོར་བ། བྱས་ཙེ་ཁས་མེད་ཀྱི་ཐོག་ནས་ཁས་གྲང་ཟིང་ངེ་འདྲ་བོ་དེ་འདེད་དང། ཡང། གར་ས་མེ་དྲོད་ཉམས་པ་ཟིང་ངེ་འདྲ་བོ་དང་ཨ་ནི་ཆེར་པ་སྦོས་པ་ཟིང་ངེ་འདྲ་བོ་ཆུར་པའི་ནང་ལོག་ལས་ཁྲག་ཡག་པོ་རྒྱུག་མ་ཐུང་ཁྲག་ཡག་པོ་ཟོ་མ་ཐུང་བའི་དེ་འདྲ་བའི་གནག་ཅིང་མང་པོ་བཅས་ལ་ད་ང་རང་ཚོ་བོད་པའི་གི་ཐོག་ནས་ཨ་ནི་སྨན་བཅོས་བྱེད་ཡས་དེ་ནི་ཡག་པོ་ཞིག་ད་ཡོར་རེད། དེ་ནས་བཟུང་རླུང་གི་ན་བཟའ་ཟེར་སེམས་ཁམས་ཀྱི་ན་བཟའ། སེམས་ཁམས་ཀྱི་ན་བཟའ་ཟས་དེ་དག་སེམས་པ་གཅིག་སྐྱིད་དང་མ་སྐྱིད་ཟས་གཅིག་པོ་སྨན་པ་བརྒྱད་ནས་སེམས་ཀྱི་ཐོག་ནས་དག་ཅིག་ཡོ་རབས་མཐུན་རྐྱེན་དང་དཔལ་འབྱོར་དང་དེ་ནས་ལས་ཀ་དང་འདི་འདྲ་མང་པོ་ཅིག་ལ་བལྟས་རྗེས་ཨ་ནི་གོ་རླུང་གི་ན་བཟའ་འདི་ན་ཡོང་དུས་རིམ་པ་འདི་འབྱོར་གྱི་ཐོག་ལ་སྨན་བཅོས་བྱས་ཐོག་ལ་ཨ་ནི་ང་རང་ཚོ་བོད་པའི་གི་ཐོག་ནས་ཡང་སྨན་བཅོས་ཀྱི་གཞི་ཆེན་པོ་གཞི་ཡག་པོ་བཞི་པོ་འདི་འདྲ་ཡོད་དུས། ཨ་ནི། འདི་ཚོས་ད་བོད་རིགས་རྐྱང་པས་ཀྱི་སྨན་བཅོས་བྱེད་ཐུབ་ཀྱི་ཡད་དེ་འདྲས་དང་སྨན་བཅོས་བྱེད་ཐུབ་ཀྱི་ཡིན་ན། ཨ་ནི་ནུས་པ་ཐོན་པ་འདི་འདྲ་ཡོང་དགོས་རེད་དེ་ནི། དྲན་རིག་ཟེར་གོ་ད་དྲན་པ་དང་རིག་པ་བརྟན་པོ་ཡོང་ཡད་གསལ་པོ་ཡོང་ཡད་དུས་འགྱུར་དེ་དང་ཨ་ནི། དེང་སང་ཉེ་བའི་ཆ་ལ་ཡད་ཚིག་ལུ་དང་ཨ་ནི། ཁར་རྩེ་ཁྲག་ནང་ལ་ཡད་ཅིག་ཡོད་ར་གར་པོ་ཁྲག་ནང་ལོག་ལ་ཚིལ་ཞག་ཚིལ་ཨ་ནི་ཕྱིན་པ་ལ་ཚིལ་ལུ་ཟེར་ན་ཟེར་དུས་དུང་པོ། ཡོང་སའི་གཙོ་བོ་གཙོ་བོ་དེ་ལྟར་ཕོ་བའི་མེ་དྲོད་དང་ཕོ་བའི་མེ་དྲོད་ཀྱི་བྱེད་ལས་ཡག་པོ་མེད་བར་བརྟེན་ནས་ཡོང་དགོས་པ་ཡིན་ཙང། འདི་ཚོའི་གྲས་དེ་ཚོ་ང་རང་ཚོ་གི་ལྟར་བོད་ལུགས་ཀྱི་ཐོག་ནས་སྨན་བཅོས་ཡག་པོ་བྱེད་ཐུབ་པ་ཡིན་ན། འདི་ཚོའི་གྲས་དེ་ཚོ་གི་ན་ཚ་དང་མང་པོ་ཞིག་བུ་ཅིག་སྔོན་འགོག་དང་ན་ཚ་མང་པོ་ཞིག་ལ་ཡར་ལྟ་བོད་ལུགས་སྨན་བཅོས་ཀྱི་ཐོག་ནས་ཕན་གྱི་ཡོད་པ་ཅིག་ད་ང་ཚོ་གི་ཐོག་ནས་ད་གར་ཚིག་བོ་རེ་བཤད་ཐུབ་ཀྱི་རེད་ང་ཚོ་དེ་གའི་འབྲས་ཀྱི་ལག་ལེན་ཐོག་ནས་ཡོང་བསྡད་པ་ཅིག་རེད། ད་དེ་ནི་ཟུང་འབྲེལ་སྨན་བཅོས་བྱེད་ཅེས་པ་འདི་གལ་ཆེན་པོ་ཞིག་རག་རེད་ད་དཔེར་ན་ཁྲག་ཤེད་ཀྱི་ན་ཚའི་འདྲ་བུ་གཅིག་བྱས་དེ་ནི་གཅིན་སྙི་གི་ན་ཚའི་འདྲ་བུ་གཉིས་བྱས་ད་ནི་གཅིན་ནད་དུག་དང Hepatitis B དང Cས་ཡིན་ཅེས་ཡོད་རེད་བ། དེ་ནི་ཀན་སེར་གྱི་ན་ཚ། དེ་ནི་རྒྱལ་སེར་གྱི་ན་ཚ། དེ་ནི་སེམས་ནད Schizophenia། དེ་འདྲས་ཀྱི་ན་ཚ། དེ་ནི་རྩ་དྲེག་པའི་ན་ཚ། ཨ་ནི་རུས་རྩི་ཟད་པ་བྱས་ཅེས་ཡོད་རེད་བ། དེ་འདྲས་ཀྱི་ན་ཚའི་རིགས་འདི་ཚོ་ལ་ད་ནི་ཨ་ནི་ཟུང་འབྲེལ་གྱི་སྨན་བཅོས་བྱེད་ཐུབ་ཡོད་ན་ཡག་པོ་ཡོད་རེད་དཔེར་ན་ག་རེ་ཟེར་ཡོད་ཞེ་ན་ད་ང་རང་ཚོ་བོད་པའི་མི་རྒན་པ་འདི་འདྲས་ད་མང་པོ་ཅིག་གི་རྣམ་རྟོག་འགྲོ་པོ་བྱས་ནས་ད་དེ་ཁྲག་ཤེད་སྨན་ཟེར་ན་མི་ཚེ་ཟ་གོ་རེ་ཟེར་དེ་ཤུགས་ཞན་པོ་ཟེར་ན་དེ་ཁའི་མི་ལ་སྐྱོན་རྒྱག་གི་རེད་ཟེར་དེ་འདྲ་སྐད་ཆ་མང་པོ་འདུག་ཨ། ད་དེ་ཚོ་ལ་ཡང་ཕྱི་ལུགས་ཀྱི་སྨན་གྱིས་ད་ན་ཚའི་ངོ་བོ་དེ་མ་བཅག་ཐུབ་ཀྱི་འདུག་ན་དེ་ཟུར་ཕོག་དེ་མ་ཡོང་པ་ལ་བོད་ལུགས་ཀྱི་ཐོག་ནས་སྨན་ཟོས་དེ་འདྲས་ཡོད་རེད་ཁེ་མེད་མེད་ས་ཡ་ཡོད་རེད་དེ་ནས་དེའི་སྒང་ལ་ཡ་གཅིག་གཉིས་ཞེས་བརྗོད་ར་བ་ཟ་ཁུ་གཅིག་གཉིས་ཤིག་ཡོད་རེད་ད་ཤུ་གར་ཞེས་བརྗོད་ར་བདུན་ཅུ་ཁྲའི་ཚུལ་ལ་ཟ་ཁུ་དེ་གི་ན་བཟའ་འདི་ལ་བལྟས་རྗེས་ཨ་ནི་མིག་འཕྲོ་ལག་མ་འགྲོ་ཡ་སྙིང་གི་ན་བཟའ་མ་ཡོང་ཡ་ཁྲག་རྣམས་ལ་ཞག་རྩི་མ་ཡོང་ཡ་ཁེ་མེད་ན་བཟའ་མ་ཡོང་ཡ་དེ་ནི་རྩྭ་ཡི་ན་བཟའ་མ་ཡོང་ཡས་དེ་ནི་ཁ་ཤས་ལ་ཡ་དེ་ཚོ་གི་ན་བཟའ་དེ་ཚོ་རྙིང་པ་ཆགས་པ་ཡིན་ན་ཨ་ནི་སྨན་བཅོས་བྱེད་མ་ཐུབ་བ་བྱས་ནས་ཨ་ནི་གཟུགས་པོའི་ནང་ལུགས་ལ་གཉེན་ཁ་ཤུགས་ཆེན་པོ་ཕྲ་དུས་ཙམ་པ་ཨ་ནི་པགས་པའི་ན་བཟའ་དེ་ནི་མང་པོ་ཡོང་དགོས་བ་རེད་བྱས་ཙང་དེ་ཚོ་མ་ཡོང་བ་དང་དེ་ཚོ་གི་ཚད་གཞི་དེ་ཡ་མཐོ་རུ་མ་འགྲོ་ཡས་ལ་བོད་སྨན་བཏང་ཡས་དེ་འདྲ་ཡོད་བ་རེད་རྩ་བའི་གི་ད་ལྟ་དེ་གཅིན་སྙི་ན་བཟའ་ཟེར་དུས་ཟ་ཀུ་གཅིན་སྙི་ཟེར་གཅིག་རིགས་གཅིག་ཡོད་རེད་གྲང་བ་གཅིན་སྙི་ཟེར་གི་རིགས་གཅིག་ཡོད་རེད། གལ་ཏེ་ཟ་ཁུ་ཅི་ནུས་བྱས་ཏེ་གཙོ་བོ་གཙོ་བོ་དག་བད་ཀན་གྱི་ཟ་ཁུ་དང་ཨ་ནི་བད་མཁྲིས་ཟ་ཁུ་ཟས་ཀྱིས་བར་བ་དེ་བད་ཀན་ཟིང་ངེ་ཁོ་རང་ས་ཆུ་ལ་བརྟེན་ནས་ཡོང་གི་ཡོད་བ་འདྲ་ས་ཆུ་ས་དང་ཆུ་གཉིས་ཀྱི་ནུས་པ་དེ་གི་ད་སྔར་མིའི་རོ་དེ་ཡར་སྐྱེད་ཡོང་གི་ཡོད་དུས་བྱ་བྱ་དེའི་ལས་ཡར་དག་བད་ཀན་གྱི་སྨན་དེ་ནི་བཏང་པས་ན་ས་ཆུ་གི་ནུས་པ་དེ་ཡར་ཕྱི་རུ་མ་འགྲོ་ཡས་དག་ཨ་ནི་ཁ་ལག་འཇུ་ཡས་ཀྱི་ད་ཕོ་བའི་མེ་དྲོད་དེ་རུ་མ་མ་ཉམས་པ་བྱས་ལ་བུད་སྨན་གྱིས་ད་འོ་ནས་ད་སྨན་བཅོས་བྱས་པ་ཡིན་ན་དེ་འདྲའི་གི་ན་ཚ་འདི་གས་ཏེ་སྔས་མ་ནང་བཞིན་བྱས་ནས་མཐོ་རུ་འགྲོ་གི་མི་འདུག་ཨ་ནི་དཀའ་ངལ་ཡོང་གི་མི་འདུག་ཁ་ལག་ཟ་ཡས་ད་དེ་ཚོ་ལ་དཀའ་ངལ་མི་འདུག་གཟུགས་པོ་རྒྱགས་པ་ཆགས་ཀྱི་མི་འདུག་ཟེར་ཡས་གི་ད་ན་ཚ་མང་པོ་བཞི་བོ་གཅིག་ལ་བུད་སྨན་གྱིས་ཕན་གྱི་ཡོད་པ་ཡིན་ད་འདིས་ད་ཁྱེད་རང་ཚོ་གུས་དག་ཅིག་དེ་འདྲའི་ན་ཚའི་ན་བ་ཡིན་ན་བོད་ལུགས་དང་སྤྱི་ལུགས་གཉིས་ཟུང་འབྲེལ་ཐོག་ནས་བསྟན་པ་ཡིན་ན་ན་ཚའི་བདུད་རྩིའི་རིགས་དེ་རིགས་ལ་དཔེ་ཕན་པོ་ཡོད་རེད་དཔེར་ན་ཕྱི་ནས་དུག་ཐབ་ལྟ་བུ་ཡིན་ན Hepatitis B C ཡིན་པ་ཡིན་ན་མཆིན་པ་གི་སྲུང་སྐྱོབ་བྱེད་ལ་བོད་པའི་སྨན་གྱི་དཔེ་མི་སྲིད་ཕན་ཐོག་ཡོད་རེད་ད་བུ་དེ་ཚོ་ཉུང་བཏང་ཡོད་ན་སྤྱི་ལུགས་ཀྱི་སྨན་དེ་ཚོ་བཏང་པ་ཡིན་ན་ཡག་པོ་ཡོད་རེད་བ་ཁྱད་ད་མཆིན་པའི་གི་ནད་དང་དཔེར་ན་མཆིན་ནད་ཀྱི་ད། ཅིག་རིམ་པར་དྲིལ་བ་གསུམ་པ་བཞི་བ་དེ་སླད་དུས་འཇམ་པ་ནས་ཨམ་གཅིག་ཏུ་བཞུགས་པའི་ད་ལྟ་བ་དྲུག་ཅུ་མ་དོ་དེའི་མ་རི་སི་ཡའི་དེ་འདྲའི་ལ་བོད་སྨན་ཟས་ནི་ལོ་ལྔ་དྲུག་འདས་ནས་བཞུགས་ལ་སྨན་པ་དེའི་རྩ་ལ་ཕག་འབྲུག་དུས་འཇམ་པ་ཁོང་ཚོ་གིས་ཨ་ནི་མི་ངོ་མ་ཤེས་འབའ་ཆེ་ཨ་ནི་འབའ་ནད་པའི་འགྲེལ་བཤད་བརྒྱབ་དུས་སྙན་མ་ང་ཡོང་དུས་འདི་འདྲས་འདི་འདྲས་ལབ་སོང་ནད་དང་འདི་འདྲས་རེད་ད་དེ་འདྲ་ང་འདི་འདྲས་ཞེས་བསྡད་བཞག་ཨ་ནི་གཟུགས་པོ་ལ་བརྟག་དཔྱད་བྱེད་དུས་དཔེ་ཡག་པོ་འདུག་སྔས་མ་ལས་ཁྱེད་རང་ཡག་འདུག་བདེ་ཐང་རེད་ཞེས་ད་ག་འདྲས་ཆགས་པ་རེད་ཞེས་དེ་ནི་ཚུར་དྲི་བ་བཏང་དུས་འདི་འདྲས་ཞེས་བོད་སྨན་ཐོག་ནས་འགོས་པ་དེ་འདྲས་ཀྱི་ཐད་ལོ་རྒྱུས་བཤད་བས་ན་ཁོང་ཚོ་བོད་སྨན་ནང་ལ་དེ་འདྲས་ཡོད་རེད་བས་ཟེར་ནས་ཧང་འདུག་བསམ་གྱི་འདུག་ཨ། ད་འདིའི་སྒང་ལ་ཡང་ད་འདི་རེད། རྐན་སྲེག་གི་ནི་ན་བཟའ་མང་པོ་གཡོར་བ་རྐན་སྲེག་གི་ན་བཟའ་མང་པོ་བཞི་བོ་དེ་འདྲའི་ནང་ལུགས་ལ་ད། རྐན་སྲེག་གི་སྨན་བཅོས་བྱས་དེ་ཚོ་ད་སྤྱི་དང་ཕྱི་ལུགས་ཀྱི་སྨན་བཅོས་རེད་ཨེ་ནི་བོད་ལུགས་ཀྱི་སྨན་བཅོས་དཔེ་མི་སྲིད་ཡག་པོ་དེ་འདྲས་ཡོད་རེད། རྐྱེན་གཞན་གྱི་ནང་ལ་ད་ཁ་བརྡ་དེ་འདྲའི་སྐྱིད་མོ་དེ་འདྲ་དེ་འདྲའི་རྒྱབ་དུས་རན་པ་དེ་ནི་ཟུར་བཀོལ་མ་ཡོང་ཨ། ད་ཁྲང་གི་ད་ངོ་བོ་ད་ཁྲག་གི་ད། ཅི་གར་སྤུས་ཚད་དེ་ཚོ་སྐྱོ་བོ་མ་བྱ་ཡ་ཨ་ནི་ཞོགས་ལོང་གི་ཐོག་ནས་ཨ་ནི་སྐྱུག་པ་སྐྱུག་ཡས་ད་སྐྲ་ཕི་ཡས་དང། དེ་འདྲའི་ཁ་ལག་གི་ཐང་ག་མེད་བ་དེ་ཚོའི་གྲས་ཚོའི་ལོ་བོད་སྨན་ཟ་ནི་ཡང་ཡག་པོ་བྱེད་མཁན་དེ་འདྲ་རིགས་ཡོད་ག་རེ་ཡིན་ནའི་མི་ནས་ཟུང་འབྲེལ་ཐོག་ནས་སྨན་བཅོས་བྱས་པ་ཡིན་ན་ན་ཟ་དུས་ཚོའི་གྲས་དེ་ཚོ་གི་ད་ལམ་སང་ཁོ་ར་ཚེ་སྲོག་ལ་ཉེན་ཁ་མེད་བ་ཨ། ཨ་ནེའི་གཟུགས་པོའི་ནང་ལོགས་ཀྱི་ད་ཅི་གའི་གར་སེར་བོ་རེ། བལ་སེར་ཕྲུག་གསུམ་གྱི་ནང་ངེས་པ་རླུང་མཁྲིས་བད་ཀན་གསུམ་གྱིས་ད་བརྡབ་ཚིག་མ་བཏང་ཡས། ཨ་ནེའི་ཁ་ལག་གི་སྟེ་གཟུགས་ཀྱི་ཡག་པོ་ཟ་ཐུབ་ཡས་ལུས་ཟུངས་གསོ་ཐུབ་ཡས་ད་སེམས་ཁམས་གི་ནང་ལོགས་ལ་ཡས། ཅི་གའི་བདེ་བོ་ཡོང་ཡས་དེ་འདྲས་ཀྱིས་ད་བོད་པའི་སྨན་གྱི་རྒྱབ་སྐྱོར་བྱས་ནས་ཕན་གྱི་ཡོད་བ་ད་ན་ཚ་དེ་འདྲས་འབྲས་ནད་ཀྱི་ན་ཚ་མང་པོ། རིམ་པ་དང་པོ་གཉིས་པ་དེ་འདྲས་ཀྱི་རྐྱེན་སེལ་དེ་འདྲས་དྲག་ངན་དེ་འདྲས་དཔེ་མང་པོ་ཡོད་རེད། ཨ་ནེའི། ད་ཕྱི་ལུགས་ཀྱི་སྨན་དཔེ་ཡི་ཐོག་ནས་ཕོ་བོད་ཀྱི་འབྲས་ནད་བུ་སྣོད་ཀྱི་འབྲས་ནད་ཨ་ནི་མཆིན་པའི་འབྲས་ནད་གློ་བའི་འབྲས་ནད་ཨ་ནི་ཀླད་པའི་གི་འབྲས་ནད་འདི་འདྲ་མང་པོ་ཅིག་ལ་ཁྱེད་རང་ཟླ་བ་ལྔ་དྲུག་མ་ཞིག་བསྡད་ཀྱི་མ་རེད་ཨ་ནི་ལོ་གཅིག་མ་ཞིག་བསྡད་ཀྱི་མ་རེད་ཤིང་གི་འདི་འདྲ་ལོ་ལྔ་དྲུག་འདི་འདྲ་བསྡད་པ་འདི་འདྲ་ང་རང་རང་གི་ནད་པ་འདི་འདྲས་གི་ཐོག་ནས་སྨན་བཅོས་བྱས་པ་དང་ནད་པ་དེ་འདྲས་ཀྱི་གཙོ་བོ་འདྲེས་པ་བྱེད་པ་དག་དེ་འདྲས་ཀྱི་ཐོག་ནས་ཨ་ནི་ཧ་གོ་གི་འདུག་དེ་ཡོད་དུས་སེམས་པ་ཨ་ནི་སྨན་བཅོས་བྱས་པ་ཡིན་ན་སྨན་མང་པོ་ཟ་དགོས་ཨ་ད་ཆགས་ཀྱི་ཡོད་ད་ཡིན་ན་ཡང་སོ་སོ་ལ་ད་ན་ཚ་འདི་ཡི་ཐོག་ནས་དཀའ་ངལ་ཆེན་པོ་དང་དཀའ་ངལ་དེ་ནི་བག་སྐྱབས་ཐུབ་ཡས་དང་དཀའ་ངལ་དེ་ནི་བ་སེལ་ཐུབ་ཡས་ཀྱི་ཐབས་ལམ་ཨ་ནི་གཟུགས་པོ་ལ་བརྡབ་གསིག་མ་སྤྲོ་ཡས་ད་གལ་ཆེ་ཤོས་འོ་འདིར་བ་ཨ་ནི་སེམས་ལ་བརྡབ་གསིག་འགྲོ་གི་མི་འདུག་ཨ

བྱེད་ཡས་སྤྱི་དང་ཨ་ནི་བོད་སྦས་ཀྱི་ཐོག་ནས་རྩ་གསོ་བས་དང་རྩ་བཤང་ངས་དང་ཨ་ནི་དུས་ཚོད་ལ་སྐུང་ཉེས་བྱེད་ཡས་དང། དེ་ནི་ཁོག་པའི་ནང་ལོགས་ལ་སྨན་རྩ་སྨན་བཏང་ཡས་དེ་འདྲས་ཀྱི་བཏང་རྗེས་ཁྲག་གི་ནང་ལོགས་བའི་ཞག་རྩི་དང་ཚིལ་ལུ་དང་ཁྲག་གི་རྒྱུ་ལམ་བསྲང་ཡས་དང་དེ་འདྲའི་ཐོག་ནས་སྨན་བཅོས་ཡག་པོ་ཞུ་དེ་འདྲས་ཡོའོ་རེད་དེ་འདྲས་བྱེད་ཐུབ་ཡིན་ནས་ཡག་པོ་ཡོའོ་རེད་ཟུང་འབྲེལ་ཐོག་ནས་ད་ཡིན་ནས་ཀས་ཁོ་གར་སི་བོ་རེད་རིམ་པ་གསུམ་པ་བཞི་པ་དེ་བ་སླེབས་དུས་ཨ་ནི་དེས་ཀ་ལས་ཁག་པོ་ཡོང་གི་ཡོའོ་རེད་དེ་ཡིན་ནས་ཡང་སྔས་མ་ལའི་གནས་སྟངས་ཡག་རུ་འགྲོ་ཡ་སྔས་མ་ལའི་ཨན་གཟུགས་སྐུའི་ནང་ལ་ཡ་གཅིག་མཁར་ཚུགས་ལ་ང་ཚོས་ནི་དགོས་རྒྱུ་བདེ་རུ་འགྲོ་ཡ་ཤུགས་ཨེ་རྒྱག་ཡ་དེ་ལ་ཡག་རུ་འགྲོ་ཡ་དེ་འདྲ་ལ་བོད་སྨན་གྱི་ཐོག་ནས་ཕན་ཐོགས་ཞེ་དྲག་ཡོང་དགོས་བ་རེད་དེ་ཞུ་ཡ་ཡིན། ད་རུས་ཁོག་ཡིན་ན་ད་རུས་ཁོག་དེ་ཚོ་ལ་གྲུང་པོ་ཟེར་ཡ་ཅིག་ཡོད་ར་དེ་ཚོའི་ནང་ལ་བད་ཀན་གྱི་འབྱར་རྫས་ཟེར་གྱི་རེད་ད་འབྱོར་རྫས་ཀྱི་ཚིག་སྐམ་བྱེད་ནི་རི་འོག་གི་དེ་དག་དང་ལོགས་ཀྱི་པུས་མོ་གི་ལྷ་ལྔ་རྫོགས་འགྲོ་བ་དང་ཁྲུང་རུས་རྫོགས་འགྲོ་བའི་གནས་ཚུལ་དེ་འདྲའི་རི་དག་ཁོ་ཚོ་གི་ནི Replacement ཞིག་རེད་པུས་མོ་གཤགས་བཅོས་བྱས་ནས་དེ་ལ་ཡ། ང་ཚོ་ཡིན་ན་ཁྲུང་རུས་ཀྱི་ཚབ་དེ་འདྲ་དགག་ཡ་དེ་འདྲ་ཡོད་རེད་བ། ད་བོད་སྨན་རྒྱུད་རིང་པོ་ཟེར་བ་དེའི་བཀའ་དྲིན་ལ་བརྟེན་ནས་རུས་འོག་གི་ཐ་མ་དར་ཚད་དེ་ཕྱུགས་རུ་མ་འགྲོ་བའི་དང། དེ་ག་ཚིག་གི་ཚབ་ཆེན་པོ་མ་བྱ་ཡ་དང་གཏིང་ལ་མ་འགྲོ་བའི་དང་དེ་འདྲའི་གི་མཁས་པ་ཤུགས་ཆེན་པོ་འདི་འདྲ་ཡོང་གི་འདུག་བ་འདི་ཡོང་དུས་སེམས་པ་ད་བོད་སྨན་འདི་ད་རྩ་བའི་ཐོག་ནས་རྒྱབ་གཉེར་གྱི་ད་ལས་ཀ་ཅིག་བྱེད་དགོས་བ་རེད་རུ་ཁོག་མ་སེལ་བ་ད་རུ་ཁོག་གི་རྐང་ད་དུས་ཚོད་འཕྲོ་བརླག་མ་དོན་ཨ་ནི་རུ་ཁོག་གསོ་བསོ་མ་བྱས་དུས་ཚོད་ལ་ལ་བོད་སྨན་གྱི་ཐོག་ནས་དཔེ་ཕན་ཐོག་ཡག་པོ་ཟུག་གི་སྨན་དམིགས་བསལ་གས་མ་རེད་ཡིན་ན་ཟུག་ཤུགས་ཆེན་པོ་རྒྱབ་བ་ཡིན་ན་ཕྱི་ལུགས་སྨན་ཟ་དགོས་བ་དེ་འདྲ་ཟ། ཡང་རྒྱལ་རུས་འོག་གི་ནུས་པ་དེ་མ་ཉམས་པ་དང་རུས་སྒོག་སོབ་སོབ་མ་བྱས་དང་ནི་རུས་སྒོག་དེ་དག་གྲུམ་བུ་ཆུ་སེར་ལབ་ལ་ང་རང་ཚོའི་ཕྱི་ཐང་གི་འཇིག་རྟེན་པའི་ཁ་ནས་དག་ཆུ་སེར་དང་གྲུམ་བུ་གི་ན་ཚ་འདྲ་བོ་དེ་འདྲེས་ལ་དེ་འདྲ་ཡོང་གི་འདུག་ཟི་ལ་བུ་ག་དུས་ཙམ་པ་དག་དེ་ཚོ་གི་ཆུ་སེར་ཉུང་དྲགས་ན་གསོ་ཡས་མང་དྲགས་ན་ཉུང་རུ་བཏང་ཡས་དེ་ནས་དེ་མིན་པ་སྙིང་ག་ཡིན་ན་སྙིང་ག་བཅག་ཡས་ཆུ་ཡིན་ན་ཆུ་ཉུང་རུ་ཡས་དག་དེ་འདྲེས་གི་ཅིག་ཡོག་རོགས་གདབ་པ་དང། རང་ནི་ཆགས་པ་དེ་ཚོ་ལ་ཡང་བོད་པའི་སྨན་དཔེ་མི་སྲིད་ཡག་པོ་ཡོད་རེད། དུས་ཚོད་དྲེད་དེ་ཚོ་ད་ཅིག་ཟ་ཐུབ་བ་དང་བསྟེན་ཐུབ་བ་བྱུང་ན་ཡག་པོ་ཞིག་ད་ཡོད་རེད། ལྷག་པར་དུ་ད་ཐ་ན་ང་རང་ཚོ་གི་དེ་ལོ་རྒན་པ་དེ་ཚོ་གི་ད་དེ་ཚོ་གནས་སྟངས་ཚང་མ་ཤིང་གི་རེད་དེ་ཡིན་ན་ལོ་གཞོན་པ་དེ་ཚོ་གི་ད་དེ་ནི་ཐ་མལ་གི་ད་བཤད་ཡས་ཅིག་ཡོད་ར་དུས་ཚོད་ད་བསྟེན་ནས་བཤད་པ་ཡིན་ན་ད་འདི་རེད་ལུས་བདེ་ཐང་དང་ནད་མེད་ཚེ་རིང། གཟུགས་གནས་ཐབས་ལ་ད་ག་རེ་བྱས་ཡོད་རེད་ཞེ་ན་ད་ང་རང་ཚོ་གི་བོད་ལུགས་ཐོག་ནས་ཡིན་ན་འདྲ་ཕྱི་ལུགས་ཐོག་ནས་ཡིན་ན་འདྲ་ད་ཅིག་ཞུས་པ་ནང་བཞིན་རེད་བརྟག་དཔྱད་བྱས་བྱས་འཕྲོད་བསྟེན་ལ་དོ་སྣང་བྱས་བྱས་དེ་ནས་ན་བཟའ་འདྲ་བོ་ག་རེ་བྱུང་པ་ཡིན་ནའི་ན་བཟའ་དེ་ལ་ཡ་ད་སྨན་བཅོས་བྱེད་དགོས་ཡ་དེ་རིམ་པ་འདྲ་བོ་ཅིག་ཡོད་ར་འདིའི་ཐོག་ནས་ཕྱི་ལུགས་ཐོག་ནས་སྨན་བཅོས་བྱེད་དགོས་ཡ་བོད་ལུགས་ཐོག་ནས་སྨན་བཅོས་བྱེད་དགོས་ཡ་དེ་ནི་བོད་ལུགས་ཐོག་ནས་སྨན་བཅོས་བྱས་པ་ཡིན་ན་སྨན་བཅོས་དེའི་ནང་ལ་ན་ཚ་འདི་འདྲས་འདི་འདྲས་ཇི་ལྟར་ཇི་སྙེད་ཞུ་བ་ནི་མཁལ་མ་དང་གྲང་བ་དང་ཕོ་བ་དང། དེ་ནི་ཁྲག་ནང་གི་ཞག་རྩི་ཨ་ནི་ཁྲག་ནང་ལ་ཡ་མཆིན་པའི་ནང་ལ་ཚི་ལུག་ཡོད་དེ་ངན་ཨ་ནི་འབྲས་དང་སྐྲན་ཨ་ནི་དེ་སྨན་པས་གི་ད་གར་བྱེད་པར་རུས་བོ་བའི་ཚི་མ་ཉམས་པ་བྱེད་ཡས་དང་དེ་ནི་དེ་དང་འབྲེལ་པ་ཡོད་པས་གི། ད་གཟུགས་པོའི་ནང་ལོགས་ལ་ཡང་གཅིག་གི་ཟུར་པོ་དང་དེ་ནས་མ་ཡོང་བ་ན་རྩ་ཆེན་པ་དེ་འདྲས་ཀྱི་ད་གཅིག་གི་ཟུར་པོ་ཡོང་གི་ཡོད་ན་ཟུར་པོ་དེ་ཡི་ད་མ་ཡོང་བའི་ཐབས་ལམ་ནི་ཡང་ཨ་ནི་སྨན་བསྟེན་དེ་འདྲས་བོད་པའི་ནང་ལ་ད་སྨན་བཅོས་བྱེད་ཀྱི་ད་མཐུན་རྐྱེན་འདྲ་བོ་ཅིག་ཆ་ཚང་ང་ཅིག་ཡོད་རེད་ན་ད་ག་འདྲས་ཅིག་ཡིན་ན་སྨན་བྱ་ཡས་དང་སྨན་བསྟེན་ཡས་དང་ཨ་ནི་སྨན་དེ་ཡས་ད་ཉེན་ཚབས་ཆེན་པོ་དེ་འདྲས་ཀྱི་སྨན་ག་ཡས་མ་རེད་བྱས་ཙང་དེ་འདྲས་བསྟེན་ཐུབ་པ་ཡིན་ན་ད་སོ་སོ་དང། སོ་སོའི་ནང་མིའི་དཔལ་འབྱོར་མང་པོ་ཅིག་ལ་ལྟ་ཕན་ཐོགས་ཆེན་པོ་ཡོད་རེད་བ་བྱ་ད་བོད་སྨན་འདིས་མི་མང་པོ་ཅིག་གི་བོད་པའི་སྨན་འདིས་ད་ཅིག་གི་ཡིད་ཆེས་དད་པ་ཟེར་ཡས་ཅིག་པོ་ཅིག་ལ་བརྟེན་ནས་ནི་ཅིག་གྲགས་ཀྱི་ཡོད་པའི་ཟུར་རོ་དེ་འདྲས་མ་རེད་བོད་པའི་སྨན་འདིས་ད་ཚད་མ་གསུམ་གི་ཐོག་ནས་མངོན་སུམ་ཚད་མ་རྗེས་དཔག་ཚད་མ་ཡིད་ཆེས་ཚད་མ་དེ་ཚོ་ཚང་མལ་གྱི་གཏན་ལ་ཕབ་བདེ་བའི་གིས་ད་སྨན་བཅོས་ཀྱིས་ད་ཅིག་ཆ་རྐྱེན་ཅིག་དང།

ག་རེ་ལ་ག་རེ་དགོས་ཀྱི་འདུག་ཨ་ནི་དུས་ཚོད་ག་འདྲ་ཞིག་ལ་དགོས་ཀྱི་འདུག་དེ་སྐད་ཚང་མ་ལོ་ད། བྱེད་ཉིན་འདི་དང་བྱེད་བཤད་ཉིན་འདི་དང་སྨན་པ་གཅིག་པོ་རུ་བ་དེ་ཡིན་དུས་བཙན་པ། ཁྱེད་རང་ཚོ་སོ་སོ་ངོས་ནས་ཡིན་པ་ཡིན་ན་ད། ཨ་ནི་འདི་འདྲའི་ན་ཚ་འདི་འདྲའི་ན་འདི་འདྲ་བྱེད་དུས་བཙན་པ་ཨ་ནི། དོ་སྣང་བྱེད་ཡས་དེ་ལ་ད་གར་བྱེད་པོ་ཟེར་ན་ཕྱི་ལུགས་ཀྱི་སྨན་འདི་ནི་ཁ་ཚ་དགོས་གཏུག་གི་བསྟེན་དགོས་དེ་འདྲ་བྱུང་ན་བསྟེན་ན་འགྲིག་གི་བ་རེད་ད་ཡིན་ན་ཡང་བོད་ལུགས་ཀྱི་ཐོག་ནས་བསྟེན་པ་ཡིན་ན། འགྲོ་སོང་དང་སྨན་བཟའ་ཡས་ཀྱི་དུས་ཚོད་ཐོག་ནས་ཡང་ཏེས་སྒྲིག་མ་དྲིན་ཡོང་སྲིད་ཀྱི་རེད་དེ་ཡིན་ན་ཡང་ཁེ་ཕན་ཆེ་ཤོས་དེ་ད་བོད་སྨན་འདི་བཟའ་ཐུབ་པ་དང་བོད་སྨན་འདི་བསྟེན་ཐུབ་པ་ཡིན་ན་ནི་སོ་སོ་ལ་ཡང་དཀའ་ངལ་ཞི་པོ་ཅིག་མེད་པ་དང་ཕན་ཐོགས་ཆེན་པོ་ཡོང་བ་དེ་ང་ཚོ་མིག་ཐུ་ད་མིག་མཐོང་ལག་ཟིན་འདྲ་བོ་ཅིག་རེད་དེ་ཡིན་པ་བཅས་འདིའི་སྒང་ལ་ཡང་ད་ནད་མེད་ཚེ་རིང་སེ་ཨ་ནི་ན་ཚ་མེད་པར་བདེ་ཐང་དང་ཚེ་རིང་པོ་གནས་ཐབས་ཤེས་ད་དེ་ལས་ཡ་གལ་ཆེ་ཤོས་དེ་ང་རང་ཚོ་བོད་ལུགས་ཀྱི་ད་གསོ་བ་རིག་པའི་ཐོག་ནས་བྱས་ན་སྨན་གྱི་དང་པོ་ཆུ་ཁོལ་ཞིག་ལབ་རེད། ང་རང་ཚོའི་སྨན་ཐོག་ནས་དང་པོ་དྲང་པོ་དེ་ཆུ་ཁོལ་མ་དེ་རེད་ཟེར་ཆུ་ཁོལ་མ་དེ་ལ་ཡོན་ཏན་མང་པོ་ཞིག་ཡོད་རེད། ཨ་ནི་ཆུ་ཁོལ་མ་དེ་བཏུང་ཐུབ་ན་ཆུ་ཁོལ་ཁྲོད་ཀྱི་ཟས་འཇུ་སེར་བའི་སྐྱིགས་བུ་ཟས་ཤེར་སྦྱིན་པ་ཨ་ནི་ཟས་འཇུ་ཡས་དང། ཨ་ནི་ཁ་ལག་ནང་ཞིག་རྩི་མེད་པ་བཟོ་ཡས་དང། ཨ་ནི་གྲང་བའི་གི་རིགས་དེ་ཚོ་མ་ཉུང་ངུ་འགྲོ་ཡས། ཨ་ནི་ཕོ་བའི་མེ་དྲོད་ཀྱི་སྲུང་ཐབས་བྱེད་ཐུབ་ཡས་དེ་འད་ཀྱི་དགོས་པ་ཞི་བོ་ཡོད་དུས་ཚོད་མ་ཆུ་ཁོལ་མོ་དེ་ད་ཚ་བོ་ཚ་བོ་ཞི་བོ་བཏུང་དགོས་མ་རེད་ཚ་འདེད་བཏང་དགོས་མ་རེད་ཡིན་ནའི་ཡ་གྲང་མོ་བཏུང་དགོས་མ་རེད་ད་སོ་སོ་གི་དུས་ཚོད་ད་ན་ཚའི་ཁམས་ད་དེ་འད་ལས་པས་བྱས་ཨ་ནི་གྲང་མོ་ཤུགས་ཆེན་པོ་དུང་འགོས་ཡང་ཚ་བོ་ཤུགས་ཆེན་པོ་དུང་འགོས་དེ་འདྲའི་གི་ད་དུས་ཚོད་དང་ན་ཚའི་ཁམས་དང། ཨ་ནི་རས་མཚམས་གི་ཐོག་ནས་ཨ་ནི་བཏུང་ཐུབ་པ་ཅིག་བོར་ཡིན་ན་ཡང་ཆུ་བསྐོལ་དྲོད་འཇམ་ཟེར། ཆུ་བསྐོལ་མ་ལ་དྲོད་ཡོད་པ་ཅིག་བཏུང་ཐུབ་པ་ཡིན་ན་ཁ་ལག་ཤའི་ཚ་ནི་ལྷག་པར་དུ། ཤ་དང་ཨ་ནི་ཚིལ་གྱི་རིགས་དང་སྣུམ་གྱི་རིགས་དང་ཨ་ནི་མཆོག་སྨན་གྱི་རིགས་དང། དེ་འདྲའི་ཁ་ཟས་ཚ་བོ་ཤུགས་ལ་གྲང་མོ་མ་བཏུང་བྱས་ནས་ཆུ་ཚ་བོ་བཏུང་ན་འདིའི་གི་ད། མཆིན་པའི་ནང་ལོ་ཞག་གཅིག་དང་ཨ་ནི་རྐང་རྩ་མ་ཞུ་བ་བཅས་ད་ཅི་ངས་ཞུས་པ་ན་ཞིག་སྐྲན་དང་སྐྲའི་ཟས་ཁྲག་དང་ཆུ་སེར་དེ་ཚོའི་གྲས་དེ་ཚོ་ད་ཅི་མ་གཙང་མ་གཙང་མ་ཡག་གཟུགས་པོ་ནར་འགྲོ་ཡས་སྙིགས་མ་མ་ཆབ་ས་ནར་མ་འགྲོ་གས་དེ་ཚང་མ་ལོ་འགྲོ་ཐུ་ཡས་ལ་ད་ཕན་ཐོག་ཆེན་པོ་ཡོད་རེད་ཨ་ནི་ཆམ་པ་དེ་འདྲས་ཡིན་ནས་མ་བཅའ་བ་ལས་ཕན་ཐོག་ཡོད་རེད་མིག་པ་མང་པོ་ཟབ་རག་ལ་ངས་དྲིའུ་ལ་ཆུ་ཁོལ་མའི་ནང་ལ་ཚ་ཐེས་བླུགས་ནས་བཏུང་པ་ཡིན་ན་ཕན་ཐོག་ཆེན་པོ་ཡོད་རེད་ད་དེ་ནས། ཕོ་ཁྲོས་སྲུང་ཡས་དེ་ལ་གཅིག་འཕེན་གྱི་རེད་གཉིས་བ་དེ་ལ་མི་ཚེ་གི་ནང་ལ་ན་ཚ་གསར་བ་མ་ནའི་ལ་འཕེན་གྱི་རེད་དེ་ནི་བཟའ་བཏུང་རན་པ་ཟ་བྱེད་ཞོར་བ་ཟ་ཡས་བཏུང་ཡས་ག་རེ་ཡིན་པ་ཡིན་ནའི་དཔེར་ན་ཆུ་ཡིན་ན་ཉི་མ་གཅིག་ལ་ལིཏར་གསུམ་བཞི་བཏུང་དགོས་ཡས་དང་ལས་ཀར་དེ་འདའི་ཤུགས་ལས་བྱེད་དགོས་ཡས་དང་གཟུགས་པོ་སྣང་ལོ་ལ་རྔུལ་ནག་ཞི་རགས་རྒྱབ་ཡས་ས་ཆ་དྲོད་ཆེ་ས་དེ་བོ་ལ་ལས་ཀ་བྱེད་དགོས་ཡས་ན་ཤུགས་ལས་བྱེད་དགོས་ན་ཆུ་ལིཏར་བཞི། སྔར་སྲིད་དེ་འདྲ་ཐུག་ན་འགྲིག་གི་འོ་རེད་ཡང་དེ་འདྲའི་གི་ལས་ཀ་དེ་འདྲའི་མེད་ཨ་ནི་ལས་ཀ་དལ་པོ་ཡིན་པ་ཨ་ནི་ལས་ཀ་འདི་ཡི་ནང་ལས་ཡིན་པ་ཆིག་ལོ་ལ་ཞེ་ར་འགྲོ་མི་དགོས་དེ་འདྲ་ཡིན་ན་བཅུ་ལིས་ཏྲ་གཅིག་གཉིས་ད་ག་དུས་ཡིན་ན་དུས་ཚོད་རྔམ་ཅི་ག་བ་ཡིན་ན་བཏུང་ཐུབ་ཡིན་ན་ཡག་པོ་ཡོད་རེད་ཞེས་དེ་རེད་ཆུ་ཁོལ་མ་འདི་བཏུང་པ་དེ་གི་ཕན་ཐོག་ད་ཅི་གོང་དུ་ཞུས་པ་ནང་བཞིན་རེད་ཨ་ནི་བྱ་བརྡུང་རན་པོ་ཟ་དགོས་ཨ་དེ་གལ་ཆེན་པོ་རེད་ཇོ་ཁོ་ལྟོགས་ཁྲ་བ་ཡིན་ན་སྐྱོན་ཡོད་རེད་རྒྱགས་ཁྲ་བ་ཡིན་ན་སྐྱོན་ཡོད་རེད་ཨ་ནི་བྱ་བརྡུང་འདི་ད་རྙིང་པ་ད་མ་འཚོལ་བ་ཚིག་པོ་ཡིན་པ་ཞོ་མ་བླངས་པ་ཡིན་པ་སྐྱུར་ཡིན་པ་ཨ་ནི་འཁྱག་སྒམ་ནང་ལ་ཉི་མ་བཅོ་ལྔ་ཉི་ཤུ་དེ་འདྲ་བཞག་དགོས་གི་དེ་འདྲའི་མིན་པ་ད་བྱུང་ན་སོལ་བ་ཟ་ཐུབ་ན་ཡག་ཤོས་རེད་སོལ་བ་དེ་བྱུང་བ་ཡིན་ན་སོ་སོ་རང་གིས་ད་ཅིག་གཡོར་བར་རང་བྱུང་གི་ཟས་དེ་འཛུགས་དང། ཚད་དེ་བས་ཟ་ཐུབ་ཡིན་ན་གཟུགས་ལ་ཕན་ཐོགས་ཡོད་རེད་ད་རང་བྱུང་མིན་པ་ཡིན་ནའི་ད་ཅིག་རྫས་སྦྱོར་གི་ཐོག་ནས་ཟོས་བཞག་པ་ད་དེང་སང་མང་ང་རེད་མ་གཏོགས་རང་བྱུང་དཀོན་པོ་རེད་ད་ཡིན་ནའི་དུས་ཚོད་ཁྲལ་དེ་ཚོ་ཅིག་དུས་ཚོད་དུས་ཚོད་ལ་ཟ་ཡས་མ་གཏོགས་ཅི་ནས་པད་ཐི་འཁྱག་སྒམ་ནང་ལ་རྒྱང་བཞག་ཉིན་ཉི་མ་མང་པོ་བཞག་ནས་འཁྱག་རང་བཏང་པ་ཡིན་ན་དུས་ཚོད་ཁྲལ་དེ་ཚོ་དགོས་ད་བཅུད་ཉམས་འགྲོ་གི་ཡོད་པ་ཅིག་ཨ་ནི་འདི་ཕོ་ཁྲོད་ལ་གནོད་འགོས་པ་ཁ་ནི་ཁ་ཚ་རུས་གསུམ་ཟེར་གི་བ་རེད་ང་ཚོ་ཡིན་ན་ད་ཁ་ཚ་བོ་ཡིན་པ་རུས་བ་ད་སྲུང་མོ་ཟེར་གྱི་བ་ཉིན་ཞག་ལོན་པ་ཁེངས་པོ་ཐམས་ཅད་ཕོ་བས་མི་བྲེལ་འཇོམས་ཟེར་ཁེངས་པོ་ཟེར་དུས་ཚོད་མ་ཉིན་ཞག་ལོན་པའི་གི་ལྷག་པར་དུ་ད་ལང་ཚོ་རྒྱབ་བའི་རིགས་དུས་ཚོད་ད་ཉིན་མ་མང་པོ་ཞག་པ་ཡིན་ན་དེ་བས་ཀྱང་གནོད་པོ་ཡོད་རེད་ད་ཉིན་མ་གཅིག་ནང་ལོགས་ལ་གསར་བ་ཟ་མ་དང་ཉིན་མ་གཉིས་དེ་མ་ང་ཁྱི་སྒམ་ནང་ལ་བླུགས་མ་དགོས་ན་ཡག་པོ་ཡོད་རེད་ད་ཤ་དང་དེ་འཇོག་རྩ་ཕྱི་གས་དེ་བ་ཡིན་ན་དཔེ་དེ་བྱ་ལག་ཅིག་ཉོས་ཚར་བའི་ཞོར་ལ་བདུན་ཕྲག་གཅིག་གཉིས་ཟླ་བ་གཉིས། གཅིག་དེ་འདྲ་ཡིན་ན་འཁྱགས་རོམ་ནང་བཞག་གི་འདུག་དེ་ཚོའི་གྲས་དེ་ཚོ་ད་གཟུགས་པོ་དང་ཕོ་བའི་མི་དྲུག་ལ་གནོད་པོ་ཞིག་ལྷག་ཡོད་རེད་ཟེར་གྱི་རེད། དེ་ནི་རྩོད་རྒྱག་ཟེར་ཡོད་རེད་གྲོ་སར་བསྟན་ཞེས་རིམ་པ་ད་གཟུགས་པོ་ལ་ཡར་གུ་ཅོ་རྒྱག་དགོས་རེད་ཟེར་གཟུགས་པོ་ལ་གུ་ཅོ་ཁྱོད་ནི་མ་རྒྱག་བ་ཡིན་པ་ཡིན་ན་ཨ་ནི་ལུས་བདེ་ཐང་ཡོང་ཡས་ཀྱི་ད་རེ་བ་ཁོ་རང་ཡོའ་མ་རེད་ཞེས་གང་ཞིག་ན་ཁོ་གཟུགས་པོ་ལ་རྩོལ་བ་མེད་དུས་ཤ་དང་ད་རུས་ཁོག་རྒྱུ་བ་ཁྲག་གི་འཁོར་རྒྱུག་དེ་ཡས་ཚང་མ་ལ་ཏག་ཏག་དེ་བྱེད་ཐུབ་ཀི་ཡོད་མེད་དུས་ཨ་ནི་ལྷག་པར་དུ་ཁ་ལག་ཟས་ཚ་བུ་ཞུགས་ལ་ཨ་ནི་འཆམ་འཆམ་དང་ཆག་ཆག་བྱས་དེ་གལ་ཆེན་པོ་རེད་ལམ་སང་ངས་ནི་དེ་རྒྱུ་བ་མ་རེད་ཟས་ཅིག་བྱས་ཨ་ནི་ཁ་ལག་དེ་མགྱོགས་པོ་མགྱོགས་པོ་མ་ཟ་སོ་ཡག་པོ་རྒྱབ་ནས་ཟ་དགོས་དེ་ཚོ་གལ་ཆེན་པོ་རེད་དེ་ཚོ་བྱས་པ་ཡིན་ན་ད་མ་ཞུགས་ཡིན་ན་རྫ་ཟེ་ཡས་དེ་དེ་དང་ཨ་ནི་ང་ནི་གར་བྱེད་པོ་རེད་ད་ལོ་འཇུ་ཐན་དང་བྱིས་ཡོ་རོ་ན་ཛེ་གི་ཤི་ཡོང་ཤ་དེ་ད་ནང་ལོག་གི་དང་ཉིད་བྱེད་པ་བྱེད་མ་ཐུ་བ་དེ་ད་དང་མ་དེ་ཚོགས་པའི་ནང་ཕྱིན་ཚོགས་པ་དེ་གི་ནི་འདྲིས་ཕྱིན་རྗེས་དེ་ཚོ་གི་ན་ཛེ་ཚོ་ན་གི་མེད་དུས་ཕོ་ཁྲོས་ལ་ཕན་པ་རྒྱུ་ལམ་བདེ་བ་དེ་འདྲ་ཡོང་གི་འོད་ཙང་ཨ་ནི་གཟུགས་པོ་ན་གུ་ཅོ་རྒྱབ་པ་དེ་ཙམ་གི་དཔེ་ན་སྔ་མོའི་ན་ཛེ་ཡོད་པ་དེ་ཚོ་ལ་གུ་ཅོ་རྒྱབ་ཐུབ་པ་ཡིན་ན་ཨ་ཉི་མ་གཅིག་ལ་གོམ་པ་སྟོང་ཕྲག་གསུམ་དང་ཁྲི་གཅིག་ལེགས་ད་ཞོ་མཁན་ནི་གོང་ད་བར་དུ་རྒྱབ་སྲིད་ཀི་བ་རེད་ཉི་མ་གཅིག་ལ་རྒྱབ་སྲིད་ཀི་བ་རེད་མ་གཏོགས་གཅིག་ནི་ཆུ་ཚོད་གཅིག་ལ་རྒྱབ་སྲིད་ཀི་བ་མ་རེད། སྐད་ཆ་ག་ཚོད་བྱེད་པ་ཡིན་ན་འདི་ག་ཚོད་ཀྱིས་ད་གཟུགས་པོ་ནང་ཁྲག་གི་འཁོར་རྒྱུག་ཚི་ཡི་མ་ཆག་ཡས་ཕོ་ཁྲོས་སོ་ཡས་ཕོ་ཁྲོས་ཡག་རུ་འགྲོ་ཡས། ཨ་ནི་མྱག་ཤུ་ཐང་གིས་བྱས་ལ་དཔེ་ཕན་ཐོགས་ཆེན་པོ་ཡོད་རེད། ཨ་ནི་ད་དུས་སུ་ད་འགྲོ་ལུགས་ཉེས་གསུམ་དང་འགྲོ་འདུག་ཉེས་གསུམ་བཤད་ཅི་བར་བ། ང་རང་ཚོའི་དུས་ཚོད་ཏག་ཏག་ཏག་ཏག་གཉིད་ཁུག་ཡ་དུས་ཚོད་ཏག་ཏག་ཏག་ཏག་ཉལ་ཡ་དེ་གལ་ཆེན་པོ་རེད་ད་དེང་སང་དུས་ཇི་ལྟར་ཡོང་བ་མ་རེད་བ། ཚེ་ན་དགོང་ལ་གཅིག་གིས་ལས་ཀ་ཆད་ཉི་མའི་སྐོར་ལ་ཉལ་ཡ་ཕྱི་ཚོད་ཉིན་མཚན་གོ་ལོག་འདྲ་བོ་ཞིག་རེད། ད་ཡིན་པ་ཡིན་ན་ཉིན་མཚན་གོ་ལོག་གི་ལས་ཀ་བྱེད་དགོས་བྱུང་མིན་ན་འཚོ་བའི་གེའི་ཐོག་ནས་བྱེད་དགོས་སྐོར་རེད་ཡིན་ནའི་དེ་ལ་ཡ་གཉིད་ཁུག་ཡའི་དུས་ཙམ་པོ་ཁུག་ཨ་ནི་ཉིན་མཚན་མེད་པར་ལས་ཀ་བྱས་བསྡད་ན་ཨ་ནི་གཟུགས་པོ་ལ་བརྡབ་གསིག་མང་པོ་བཏང་ཅིང་ཨ་ནི་ལུས་དང་སེམས་གཉིས་ཀྱི་དཀའ་ངལ་ཤུགས་ཆེན་པོ་ཡོང་དུས་ཙམ་པ་ཨ་ནི། གཉིས་ཤིག་ནི་གལ་ཆེན་པོ་བཞི་བོ་ཞིག་རེད་ཉི་མའི་གོང་ནས་ཡང་ལྟ་ཞོག་པོ་ལི་ཡ་གར་ཚི་བོ་རེད་ཕར་ཚུར་གོ་རྒྱོག་རྒྱག་ཡས་དང་ལས་ཀ་བྱེད་ཡས་ཀྱི་གཅིག་གི་དཀའ་ངལ་འབྱིན་དགོས་རེད་ལྟ་དེ་དགོངས་དག་དེ་ལ་ཨ་ནི་སེམས་པ་དེ་ཡི་ཐོག་ནས་ཨ་ནི་ལྷོད་ལྷོད་བྱེད་དུས་ཡིན་པ་ལུས་དང་སེམས་དང་ཚང་མ་ལ་ངལ་གསོ་མ་ཐེབས་པ་ཡིན་ན་ཨ་ནི་སེམས་ཀྱི་ངལ་གསོ་དེ་ཡག་པོ་མ་བྱུང་པ་ཡིན་ན་ཨ་ནི་ན་ཚ་ཚང་མ་ལོ་ལྟ་ཡིས་ཟིན་གྱི་རེད་སེམས་ཟིན་གྱི་རེད་ཁོའི་ཐོག་ནས་ད་ཡར་ལངས་ཡོང་དགོས་བར་བ་ཁ་ཅིག་ང་སེམས་ལ་དྲན་དུས་ཨ་ནི་གང་ག་བྱེད་བཞག་གི་རེད་བ། སེམས་ལ་ཡར་སྟངས་འཛིན་མ་བྱས་པ་ཡིན་ན་ཨ་ནི། ན་ཚ་དང་རྐྱེན་ངན་ཟིན་ཨ་ནི་དེ་གར་སེ་བོ་རེད་ཚང་མ་ལོ་འདི་ནས་ལངས་ཡོང་དུས་ད་སེམས་ལ་ཡར་སོ་སོ་གི། ངེས་ཚིག་ཚོད་རན་པོ་བྱེད་དགོས་དེ་གལ་ཆེན་པོ་རེད་གཞན་ལ། མ་ནུས་བ་སོ་སོ་རང་ལ་མ་ནུས་བ་གཉིས་ཆར་བའི་ཐོག་ནས་སེམས་འདི་ཡིས་ཏག་ཏག་བྱེད་མ་ཐུབ་ན་དེའི་ཐོག་ནས་དཀའ་ངལ་འཕྲད་དུས་སེམས་ལ་ཡང་ད་ང་རང་ཚོ་ཡིན་ན་ཞི་གནས་ཟིན་གྱི་འདྲ་བོ་དང་དེ་ནས་མ་ནུས་དང་ཡང་སེམས་པ་ལྷོད་ལྷོད་བྱས་ད་ང་རྒྱལ་ཕྲག་དོག་གི་རིགས་འདྲ་བོ་དེ་ཚོའི་གྲས་ཚོ་གཅིག་ཞེ་སྡང་འདི་འཁྲིས་པ་དང་ཁྲག་ལ་གནོད་པོ་ཡོད་རེ་ཞིག་བོར་བ། ཨ་ནི་འདོད་ཆགས་དེ་རླུང་ལ་གནོད་པོ་ཡོད་རེ་ཞིག་གི་རུ་རླུང་གི་ཡང་སྐྱེད་ཡིན་པོ་རེ་ཞིག་གི་བ་རེད་འོ་དེ་དེ་དེ་ཡག་པོ་ཡོད་མ་རེད་ཨ་འདི་གས་འདི་དག་སོ་སོ་གི་དེ་གར་སེ་གཟུགས་སྦུག་གི་དེ་ཐོག་ནས་ཨེ་གར་སེ་བོ་རེད་ཅིག་གི་ཕན་གནོད་ག་རེ་བྱེད་ཀི་འདུག་ཨ་ནི་སོ་སོ་གི་ལས་ཀའི་ཐོག་ནས་ག་རེ་ཞིག་ཏུ་སོ་སོ་མ་འོངས་པ་ལ་ད་ལུས་བདེ་ཐང་ཨ་ནི་ནད་མེད་ཚེ་རིང་གནས་ཡས་ལ་ཐབས་ལམ་ག་རེ་བྱེད་དགོས་བས་ཀྱི་ཡོད་རོགས་འདི་གས་དེ་རེད་ད། དེ་ལས་འབྲེལ་བ་ཤུགས་ཆེན་པོ་ཆགས་དགོས་དགོས་བ་རེད་ཆགས་ཀྱི་ཡོད་རེད་དཔེར་ན། ཁ་ལག་ཟ་ཡས་དུས་སུ་ད་ཅིག་ཟ་ཚོད་རན་པོ་ཟ་དགོས་ཡས་དང་ཨ་ནི་ཁ་ལག་ཕྱི་བོ་ཟ་མ་དགོས་བས་ད་རྙིང་པ་མ་ཟ་ཡས་དང། ཨ་ནི་ཁ་ལག་ཟས་ནི་ལམ་སང་མ་ཉལ་ཡས་ད་གོམ་པ་རྒྱག་དགོས་བས་ད་དུས་ཚོད་ཆུང་བ་ཡིན་ན། ཨ་ནི་ག་དུས་ཡིན་ནའི་ག་སུའི་བདེ་ཐང་གི་རང་བཞིན་རེད་ན་ཚ་མང་པོ་ཞི་བོ་ཅིག་འདི་ནས་མེད་བ་ཆགས་ཀྱི་རེད་མ་གཏོགས་ན་ཚ་མང་པོ་ཞི་བོ་ཅིག་གསར་བ་ཡོང་གི་མ་རེད་ད་འདི་འདྲས་མ་བྱས་བ་བྱས་ནས་ཨ་ནི་ཉོབ་ཏོ་བྱེད་ཡས་ད་ཅིག་ཨ་ནི་གོམ་པ་རྒྱབ་མ་གོ་ཨ་ཏི་ཨ་ནི་ཁ་ལག་ཡིན་ནའི་གང་བྱུང་མ་བྱུང་འདི་འདྲས་ཟ་ཡས་དེ་འདྲས་ཟས་ཡས་བ་བྱས་ཡས་ན་ཨ་ནི་ག་དེ་ག་དེ་ནས་སོ་སོའི་གཟུགས་པོ་སོ་སོ་གི་མེད་བ་ཟ་དགོས་བ་རེད། ལྷག་པར་དུ་ད་ཆང་རག་གི་རིགས་དུས་ཚོད་ད་དེ་བས་ཀྱང་སྡུག་ཆགས་ཡོད་རེད། ན་ཟེ་སོ་སོ་གིས་ན་ཟེ་སོ་སོས་ཟོས་པ་རེད་རྒྱུ་དང་ཨ་ནེའི་གཏམ་དང། ཨ་ནེ་མི་རྗེ་གིས་ད་ཚེ་སྲོག་ཚང་མ་ལ་སོ་སོ་རང་གི་ལག་པ་ལ་ཡོད་དུས་སོ་སོ་རང་གི་འཕྲོ་བརླག་བཏང་གི་ཡོད་རེད། ཨོ་དེ་ཅིག་ཞི་བའི་ཡིན་དེ་ནི་དེའི་ངང་ལ་ཡང་ད། ཅི། ད་སྨན་པའི་ལམ་སྟོན་གྱི་འོག་ལ་འགྲོ་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད། ད་སྨན་པའི་ལམ་སྟོན་འོག་ལ་འགྲོ་མ་ཐུབ་བ་བྱས་ནས་ཨ་ནེ། སོ་སོ་ངོ་ཞེན་པ་དང་ཅིག་ཅིག་འོ་ཁྱེད་རང་འདི་ཟ་དང་དཔེ་ཕན་པོ་འདུག་ང་གྲོགས་པོ་ན་གི་འདུག་ལབ་པ་ཡིན་ན་ཨོ་ད་ཁྱེད་རང་འདི་སྨན་འདི་ཟ་དཔེ་ཕན་པོ་ང་ཟ་ཡིན་ཞེས་འདི་འདྲ་བྱས་པ་ནི་འགྲིག་གི་བ་མ་རེད། བོད་པའི་གི་ནང་ལ་གལ་ཆེ་ཤོས་དེ་ཨམ་ཆི་སྟེ་ནི་སྨན་ཟ་དགོས་དེ་གལ་ཆེན་པོ་རེད། ན་ཚ་གཅིག་པ་ན་གི་ཡོད་ན་གི་ན་ཐང་གཅིག་པ་ཡིན་ན་ན་ཚའི་ངོ་བོ་ལོག་བ་རེད། མིག་རང་ཞིང་ལོགས་ཀ་རེད་དེ་ལ་བརྟེན་ནས་ནི་བོད་པའི་སྨན་གྱི་ཨམ་གཅིག་སྨན་བྲིས་ཐང་སྨན་བཏང་དང་དེ་ལ་བརྟེན་ནས་ནི་ནད་རྫས་ཀྱི་སིང་སྒྲ་སྒྲོག་བྱ་ཕན་ཐོག་པད་བྱུང་གི་ཟེར་ཡས་སྐད་ཆ་དེ་ཡོང་དེ་གོར་བ་ང་ཚོའི་དེ་གཅིག་བཅོས་མ་རེད་བྱེ་བྲག་རེད་དགོས་ཀྱི་བཅོས་ཐབས་རེད་ཨ་ནི་ལྷག་པར་དུ་ན་ཚའི་ངོ་བོ་འདི་ལ་ཚ་གྲང་ལ་བརྟེན་ནས་ནི་སྨན་བཅོས་བྱེད་དགོས་དུ་འཇོམས་པ་འདི་ཚ་གྲང་ནོར་བ་གྱུར་ན་གཞན་སོར་རྡོར་ཞིག་ལབ་རེ་ཁོ་ཉེན་ཁ་ཚ་བོ་ཡོད་རེ་ཞིག་དགོས་རེད། བྱས་ཙང་འདི་ཡིན་དུས་རྩོམ་པ་སྨན་པ་མིན་པའི་གིས་ད་སྨན་འདི་ཟ་ན་ཡག་པོར་ཤེས་དུས་ཁྱེད་རང་ཚོ་ཟ་ཡ་ལས་ཐེ་ཚོམ་བྱེད་མ་ཟ་སྨན་པ་རང་ལ་བསྟེན་བྱས་ནས་སྨན་བཅོས་བྱས་དེ་གལ་ཆེན་པོ་རེད། བོད་པའི་སྨན་པའི་གི་རྩ་བལྟས་ཕྱུགས་བལྟ་ཡ་འདི་གལ་ཆེན་པོ་ཞི་བོ་ཅིག་རེད། དེ་ནས་ཚོ་དང་ཕྱི་བཤད་དེ་ནི་རྩ་ནི་ཧ་ཁུག་རེད། ནི་དོན་གྱི་ན་བཟའ་འདི་གའི་ཚང་མ་ལོ་རྩ་ལ་ཧ་ཁུག་རེད། སྣོད་ཀྱི་ན་བཟའ་འདི་ཆུ་བཏགས་དེ་ནི་ཧ་ཁུག་རེད་ཟེར་བ་རེད། ཚ་གྲང་གི་ན་བཟའ་འདི་ཆུ་ལ་དེ་ནི་ཧ་ཁུག་རེད་ཟེར་དེ་འདྲའི་ཡོག་རེད་ད་ཁོ་ལ་དགོས་པ་རྒྱུ་མཚན་མང་པོ་ཡོད་དུས་བྱས་ན་སྨན་པ་སུ་ཡིན་ནད་ཀྱི་རྩ་དང་ཆུ་བསྟེན་ནི་སྨན་བྲིས་ཀྱི་རེད་མ་གཏོགས་རྩ་དང་ཆུ་མ་བསྟེན་བ་བཞིན་སྨན་བྲིས་ཀྱི་མ་རེད། ནི་སོ་སོའི་ཁ་ནས་ལབ་པ་འདི་གའི་ཚང་མ་ལོ་སྨན་པའི་གི་ཉིན་གྱི་སྨད་དཀྲིས་སྤྱིར་རྩ་བ་ཉིན་ཞིག་མ་རེད་བོད་ལུགས་ནང་ལོ་ལ་བྱས་ད་འདི་ཡོད་དུས་རིམ་པ་ད་འདི་ཚོ་གལ་ཆེན་པོ་བཞི་པོ་ཅིག་རེད་ད་ཨ་ད་ཅི་ངས་གོང་དུ་བཤད་པའི་སྐད་ཆ་འདི་གལ་ཏེ་ཁྱེད་རང་ཚོ་ལ་ཏག་ཏག་འདྲ་བོ་ཅིག་ཕན་ཐོག་ཡོང་གི་ཡོད་དང་མེད་ནི་ད་སོ་སོ་གི་གཟུགས་པོ་ནང་ད་སོ་སོ་སེམས་ད་འདི་ཚོའི་ནང་ལོ་ལ་ཡ་ད་ཅིག་ཚོར་བ་འདྲ་བོ་ག་འདྲས་སླེབས་ཀྱི་ཡོད་མིན་ཅིག་རེད་གཉིས་པ་འདི་ནི་ད་དན་ད་ངས་གི་བཤད་དེ་དེ་རྩ་བའི་གི་ང་ད་ཅིག་རྒྱ་གར་དང་བོད་པ་དང་མང་པོ་ཅིག་ལ་ད་མཛེས་སྡུག་བྱས་བྱས་ནད་པ་བལྟ་གི་ཡོད་རེད། ཨ་ནི་ས་གནས་མང་པོ་ཅིག་ལ་སླེབས་བསྡད་ཡོད་རེད་འདི་འདྲའི་ཡོད་དུས་རིམ་པ་ད་ནད་པ་འདི་ཚོ་མང་པོ་ཅིག་གི་ན་ཚ་ག་རེ་ཡོད་མེད་ག་འདྲས་སུ་ཡོང་གི་ཡོད་མེད་ཨ་ནི་སྨན་བཅོས་བྱེད་སྟངས་ག་འདྲས་བྱེད་ཀྱི་ཡོད་མེད་ཨ་ནི་སྨན་ཁ་ཤས་ཀྱི་སྨན་བཅོས་ཐོག་ནས་རེ་བ་ཁ་ཤས་ཀྱི་སྨན་བཅོས་ཐོག་ནས་བྱེད་སྟངས་མ་ཤེས་པ་བྱས་ནས་ཨ་ནི་གང་བྱུང་མ་འཇུག་དེ་འདྲ་བྱེད་བསྡད་དུས་རིམ་པ་འདི་འདྲས་གལ་མ་ཆེ་བ་བྱས་དེ་འདྲས་སེམས་ཁྲལ་བྱེད་དགོས་ཡ་ག་ཡང་ཡོད་མ་རེད་གཙོ་བོ་གཙོ་བོ་དེ་ད། ཟུང་འབྲེལ་ཐོག་ནས་སྨན་བཅོས་བྱེད་ཡས་དེ་ཚོ་ཡག་པོ་བྱུང་བ་ཡིན་ན་ཕན་ཐོགས་ཆེན་པོ་ཡོད་རེད། ཨ་ནི་ཡང་ཅིག་རྐྱང་འཕེལ་གྱི་སྨན་བཅོས་བྱེད་དགོས་བས་དེ་ཡས་ཕན་ཐོགས་ཆེན་པོ་ཡོད་རེད་དེ་ཡས་ད་ན་ཛ་དང་ཨ་ནི་ཡི་སོ་སོ་གི་ད་ཅིག་ཡོར་བ། ན་རྗེ་ཡི་ཁམས། ན་རྗེའི་ངོ་བོ། དེ་ནི་མིག་གི་ཁམས་དེ་ཚོ་མང་པོ་ཅིག་ལ་བལྟས་ཅིང་ཨ་ནི་སྨན་བཅོས་བྱེད་ཡས་རེད་མ་ཐུག་གོ་གཅིག་ནི་གཅིག་ལ་བལྟས་ནས་ལམ་སང་སྨན་བཅོས་བྱེད་ཐུབ་ཡས་ཅིག་ཡས་ཡོར་མ་རེད་དེ་འདྲའི་ཡིན་དུས་ཚོད་མ་ཁྱེད་རང་ཚོ་ད་ཐུགས་ལ་ཡར་བཞག་གནང་རྗེས་ད་དོན་དག་རྡོག་རྡོག་དེ་ལ་ངེད་ཀྱིས་དེ་འདྲ་བརྟག་དཔྱད་བྱེད་ཡས་དེ་གལ་ཆེན་པོ་རེད་ཟེར་དེ་ཡས་ཡས་ནི། སོ་སོའི་སྲོལ་རྒྱུན་ཐོག་ནས་བརྟག་དཔྱད་བྱེད་ཡས་ཡང་གཅིག་གཞུང་འབྲེལ་ཐོག་ནས་བརྟག་དཔྱད་བྱེད་ཡས་དེ་ནི་དེ་ལ་ཡར་སྨན་བཅོས་དེ་ཡས་བརྟག་དཔྱད་བྱས་པ་དེ་ནི་སྨན་པའི་རྩ་ལ་ཕྱིན་རྗེས་དེ་ལ་ཡར་གོ་བསྡུར་བྱེད་ཡས་དེ་ལ་ཡར་སྐད་ཆ་དྲིས་ཡས་ང་ཚས་འདི་འདྲས་ཅིག་ཐོན་སོང་སྨན་བཅོས་ག་འདྲས་བྱེད་ན་ཡག་ག་ཡོད་མེད་ཟེར་དེ་ད་སྨན་པ་རང་ལ་སྐད་ཆ་དྲིས་པ་ཡིན་ན་སྨན་པའི་གི་ཐོག་ནས་དཔེར་ན་དེང་སང་ང་ཚོ་བོད་ལུགས་ཀྱི་སྨན་པ་དེ་ཚོའི་ནང་ལ་ཡོན་ཏན་མང་པོ་ཡོད་རེད་བོད་ལུགས་ཀྱི་སྨན་པ་དེ་ཕྱི་ལུགས་ཀྱི་སྨན་ཤིང་གི་ཡོད་རེད་བོད་ལུགས་ཀྱི་སྨན་ཤིང་གི་ཡིན་ན་ཕྱི་ལུགས་ཀྱི་སྨན་པ་མ་རེད་སྨན་གྱི་འགྲོ་སྟངས་དང་སྨན་གྱི་ཐོག་ནས་ངོ་བོ་དང་སྨན་གྱི་ཐོག་ནས་ད་ཅིག་སྨན་བཅོས་བྱེད་སྟངས་དེ་ཚོ་བོད་པའི་སྨན་པའི་གི་ཐོག་ནས་ད་དེང་དུས་ཀྱི་ད་བོད་ལུགས་ཀྱི། གསོ་བ་རིག་པའི་སྨན་རྩིས་ཁང་དང་དེ་བ་ནས་ཐོན་འདི་སྐབས་སྨན་པ་མང་པོ་ཅིག་ད་ཕྱི་ལུགས་དང་བོད་ལུགས་གཉིས་ཟུང་འབྲེལ་ཐོག་ནས་ད་ཤེས་བྱ་ཡོན་ཏན་ཡོད་པ་དང་ཨ་ནི་བསམ་བློ་བཏང་ཡ་ཡོད་པ་དེ་འདྲ་ཡིན་དུས། ཨན་དེ་ཚོའི་གི་ཐོག་ནས་ལབ་འདོད་ག་རེ་བྱས་པ་དེ་སོ་སོ་གི་མ་ནོར་ར་མ་བརྗེད་པ་ཐུགས་ཤོར་མ་འགྲོ་བ་བྱེད་ཐུབ་བ་ཡིན་ན་སོ་སོ་ལ་ཁེ་ཕན་རག་གི་རེད་ད་ཅི་གོང་དུ་ངས་དཔེ་མཚོན་བཤད་པ་ནང་བཞིན་རེད་ཁྲག་ཤེད་གི་ན་བཟའ། གཅིན་སྙི་གི་ན་བཟའ་སྐེ་ཚེག་གི་ན་བཟའ། ད་ནི་འདི་སྨན་པས་སེམས་ཁམས་ཀྱི་ན་བཟའ་གྲིབ་ཀྱི་ན་བཟའ་དེ་འདྲའི་མང་པོ་ཅིག་ལ་ཟུང་འབྲེལ་ཐོག་ནས་སྨན་བཅོས་བྱས་ནས་དྲག་འགྲོ་ཡ་ཞིག་རེད་མ་གཏོགས་རྐྱང་པ་གཅིག་གིས་དྲག་འགྲོ་ཡ་གལ་ཡོད་མ་རེད། གཙོ་ཆེ་ཤོས་དེ་ལྟའི་ན་བཟའ་ག་རེ་ན་བ་ཡིན་ནའི་ཡི་ད་ཅི་ངས་ཞུས་སོང་ཨ་ཚེ་འདི་ཉེ་བའི་སྔོན་གྱི་ལས་དེ་གཉིས་གྲས་ལས་བྱུང་དང་རྣམ་པ་གསུམ་ལབ་རེད། ཉེ་བ་རླུང་མཁྲིས་བད་ཀན་གསུམ་འདིའི་ནང་ནས་ད་སོ་སོ་གི། གཅིག་ཡོད་རེད་ཟས་དང་སྤྱོད་ལམ་གཉིས་ལ་བལྟས་ཀྱང་ཨ་ནི་ན་ཚ་འདི་གས་ན་གི་ཡོད་རེད། ཟས་སྤྱོད་གཉིས་སོ་སོར་བལྟས་སྟངས་མ་ཤེས་པ་ལ་བརྟེན་ནས་ན་གི་ཡོད་པ་ཨིན་ཙང་ད་ཅིག་ངས་གོང་དུ་རོབ་ཚོད་ཅིག་ཟས་དང་སྤྱོད་ལམ་བལྟས་སྟངས་སྐོར་དང་ཨ་ནི། ཅི། གར་སི་བོ་རེད། དེ་གས་ལ་ཡ་ཨ་ནི་གར་སི་བོ་རེད་ལམ་སྟོན་འདྲ་བོ་ཅིག་ད་གཙོ་བོ་གཙོ་བོ་ད་ཅིག་སྨན་པ་རང་གིས་ག་རེ་ལབ་པ་དེ་ཉན་ན་ཡག་པོ་ཡོད་རེད་བཤད་ཡས་ཆིག་ཡོད་ར་འདི་མ་ཐུག་ཅིག་ནས་མི་གཞན་པ་གཅིག་གིས་གཅིག་གིས་ཅིག་རྒྱུས་བོད་བྱེད་ནས་བྱས་པ་དེ་ཁྱེད་རང་ཚོ་ལ་ཞི་ར་ཞི་ར་ཕན་གི་མ་རེད་སྨན་པས་གིས་ད་སྨན་གི་ཐོག་ནས་ཧ་གོ་བོ་རེད་ཨ་ནི་ན་རྫས་འགྲོ་སྟངས་ཐོག་ནས་ཧ་གོ་བོ་རེད་ཨ་ནི་ད་ཡང་འདིའི་རིགས་ལ་ཡང་ཁ་ཤས་ཅིག་ལ་ཡང་ང་རང་ཚོ་གིས་ད་ཅིག་ཡོད་ར་མོ་རྒྱ་ཡས་དང་ཆོས་ཕྱོགས་ཐོག་ནས་བྱེད་ཡས་ཆིག་ཡོད་ར་འདི་ཡས་སོ་སོ་རིགས་གཞུང་རེད་དཔེ་ཡག་པོ་རེད་བྱས་པ་ཡིན་ན་ཁ་ཤས་ཅིག་ལ་སོ་སོའི་ལས་དེ་འདོད་པ་ཡོད་པ་གཅིག་ལ་ཧ་ལམ་ཐབས་མི་མོ་བརྒྱབ་པ་ག་དུས་ཡིན་གནས་སྐད་ཅིག་སྨན་བཅོས་བཟང་ངན་དང་སྨན་པ་སོ་སོར་འཕྲོད་མ་འཕྲོད་སེ་ཏན་ཏན་ཡོད་རེད་སོ་བྱས་སོ་བྱས་བསོད་ནམས་ལས་ཀྱི་འབྲས་ཤིག་ང་ཚོའི་སྨན་གཞུང་ནང་ལ་ཡོད་རེད། ཁྱད་ཆ་འདི་ཡོད་དུས་ཙམ་པ་འདི་སུ་ལ་འབྲེལ་བ་མེད་པ་ཅི་ཡང་མ་རེད་ད་ཡིན་ན་སོ་སོའི་ལས་དང་འབྲེལ་བ་ཡོད་དང་མ་ཡོད་ཨ་ནི་སྨན་པ་འདི་གིས་གཅིག་གི་ནད་པའི་ཐོག་ནས་ཡང་ལྟ་གཅིག་ཡོད་ར། བྱམས་དང་བརྩེ་བ་ཨ་ནི་སྙིང་རྗེ་དེ་འདྲའི་གི་ཐོག་ནས་ཡང་བསམ་བློ་གི་ཐོག་ནས་འགྲོ་སྟངས་ཐོག་ནས་ཡོང་དགོས་བ་རེད་སྨན་ཕན་མ་ཕན་ཟེར་ཡས་དེ་ཚོ་ཐད། གཅིག་ནས་ནད་པ་སོ་སོ་གི་སྨན་ཟ་སྟངས་དེ་སྨན་པས་ལམ་སྟོན་བྱས་བ་ནང་བཞིན་བྱས་མ་བྱས་རེད་གཉིས་ནས། སྨན་པས་གི་སྐུལ་སློང་གི་ཐོག་ནས་ནད་པ་ལ་ཡང་ཕ། གཅིག་སྙིང་རྗེ་དང་བྱམས་པ་དང་ཨ་ནི་ད་ང་ཚོ་ཡོད་ན་ཚད་མེད་ཞིག་ཟེར་སྙིང་རྗེ་བྱམས་པ་དགའ་བ་བཏང་སྙོམས་ཞིག་ཟེར་ཡས་བརྗོད་རེད་སྨན་པས་གི་ལྟ་བ་ཁྱེད་ཕྱོགས་དེ་ལ། ཨོ་དེ་འདྲས་ཀྱི་ཁྱེད་རང་གི་མཐོང་སྣེ་གས་ཁྱད་པར་ཞི་བོ་ཅིག་ཡོད་རེད་འདི་ཡོད་དུས་བྱམས་པ་ད་ང་རང་ཚོའི་བོད་པའི་གི་རིག་གཞུང་འདི་ད་གལ་ཆེ་ཤོས་འདི་མི་ཉམས་པ་བྱས་དང་ད་དན་ཏའི་བར་དུ་ལ་ཡ་ད་རིག་གཞུང་གི་ཐོག་ནས་སྐད་ཡིག་དང་དེ་འདྲའི་ཐོག་ནས་ཉམས་ཆག་མང་པོ་ཅིག་འགྲོ་བསྡད་ཡོད་རེད་ད་འདི་ཚོ། ད་མདོ་འདུག་རུ་མ་གྲོས་དང་འདི་ཚོའི་གྲས་སླར་གསོ་བྱེད་ཡས་དང་འདི་ཚོའི་གྲས་ལ་ཡ་ད་དོ་སྣང་འདི་ང་ཚོའི་གིས་ད་མི་རབས་ནས་བྱེད་དགོས་ཡ་ཆགས་དུས་ང་ཚོའི་གིས་བཞུགས་བུ་བུ་ནི་བཞུགས་བུ་སྤུ་བོའི་སྤུ་བོ་སྤུ་བོའི་སྤུ་བོ་འདི་ཚོ་གིས་ཉར་ཚགས་བྱེད་ནས་འདི་ཚོ་ལ་ཡ་ད་རྩིས་ལོན་རྩིས་སྤྲོད་བྱེད་ཡས་དང་རྒྱུས་མངའ་བྱེད་དགོས་ཡ་འདི་གལ་ཆེན་པོ་རེད་བ་ད་ཅི་ངའི་གིས་གོང་དུ་ཞུས་པ་ནང་བཞིན་རེད་སྤུ་བོ་ཆུང་བྱུས་འདི་ཚོ་ན་བྱས་ཀློག་རྒྱག་བས་དང་འཆམ་པ་རྒྱག་བས་དང་གྲོ་གོར་བཤད་ཡས་དང། དེ་ནི་ག་རེ་ལ་བོ་རེད། ཚ་བ་སྣ་ཡལ་དང་འདི་འདྲའི་གི་ན་ཚ་མང་པོ་ཅིག་ལ་བོད་སྨན་གི་ད། ཁ་ཤས་ཕ་མ་ཁ་ཤས་སྤུ་བོ་རྐང་བསྡད་ནས་བོད་པའི་སྨན་པ་ཚུ་བོ་ད་ལ་ཁྲིད་ཡོང་རྗེས་སྨན་སྤྲད་དུས་ཨ་ནི་སྤུ་བོ་འདི་གི། ཅི་གི་བོད་པའི་གི་སྨན་པ་ཞིག་ཏུ་བྱོན་པ་ག་འདྲས་ཅིག་ཡིན་མེད་རྩ་ལྟ་གི་ཡོད་བ་ཆུ་ལྟ་གི་ཡོད་བ་དེ་ནི་སྨན་སྤྲད་གི་ཡོད་བ། འདི་གི་ཐོག་ནས་ཁོ་རང་ལ་ཕན་ཐོག་ག་རེ་ཡོང་དགོས་བ་འདི་འདྲས་དཔེར་ན་སྨན་ཅིག་ཟས་ཚ་བོ་ཞོག་ལ་ལོ་གཅིག་གཉིས་བཞིན་ན་མ་སོང་ཟེར་གི་འདི་འདྲས་ཡོང་གི་འདུག་བ། བྱས་ཙང་དེ་མཇུག་འཕྲད་རྒྱུ་ད་ཚོད་སོ་གི་རིག་གཞུང་གི་ཐོག་ནས་གཅིག་རེད་སྐད་ཡིག་ཐོག་ནས་བོད་ཀྱི་ད་སྨན་དེ་རྩིས་གཉིས་རེད་ད། ད་འདྲ་པོ་དེ་ལ་བོད་ཀྱི་ད་སྨན་དེ་རྩིས་སྦྱང་དགོས་བྱུང་ན་ཨིན་ཇི་ནང་ལ་སྦྱང་ཡ་ཡོད་མ་རེད་ཧིན་དི་ནང་ལ་སྦྱང་ཡ་ཡོད་མ་རེད་རྒྱལ་ཁབ་གཞན་པའི་སྐད་ནང་སྦྱང་ཡ་ཡོད་མ་རེད། སོ་སོ་རང་གི་ད་མི་རིགས་ཀྱི་སྐད། ཨན་དེའི་ནང་ནས་ནས་བོད་སྐད་དང་ཨན་དེའི་ནང་ནས་བོད་ཡིག། འོ་དེ་ཚོ་ཡག་པོ་ཅི། ཡི་དྭགས་མ་ཉམས་པ་དང་ཉམས་པ་སླར་གསོ་བྱེད་ཡས་དང་ཨ་ནི་ཁྱབ་སྤྲོད་དུ་ཨེ་ལ་དང་བོད་བོད་ཀྱི་སྨན་དང་རྩིས་ཀྱི་གཉིས་ལ་དོ་སྣང་བྱེད་པ་ཡིན་ན་དང་རིག་གཞུང་གི་ཐོག་ནས་དང་སྐད་ཡིག་གི་ཐོག་ནས་དང་མི་རིགས་ཀྱི་ཐོག་ནས་དང་དེ་ཞབས་འདེགས་དེ་སོ་སོ་རང་གི་ཨམ་ཆི་ཆི་ནས་བྱུག་མ་ཐུབ་པ་ཡིན་ན་དེ་ཚོ་གི་སྨན་དང་དེ་ཚོ་གི་ཐོག་ནས་ཨ་ནི་ཅིག་ཡོར་བ་གར་སོ་བ་རེ་རྒྱུ་ང་བྱེད་ཡས་དང་ཨ་ནི་དེ་འདྲའི་ཐོག་ནས་སོ་སོའི་མི་བཀོལ་བཀོལ་ལྟར་གཅིག་གིས་སྐད་ཡིག་དང་དེ་ཚོ་སྲུང་སྐྱོབ་བྱས་ལ་ཞབས་འདེགས་འགྲོ་གི་རེད་བ། ད་མཐའ་མ་ཐ་མ་དེ་ཉན་ཞུ་ཡས་དེ་རིན་ཆེན་རི་བོའི་སྐོར་བལྟས་ཚེ་ཞུ་བོ་བསམ་ཚེ་ད་རིན་ཆེན་རི་བོའི་ནང་ན་རིན་ཆེན་དང་མང་ཇོ་དང་བཙུར་གྲོ་དེ་ཚོ་ད་སོ་སོ་ཕར་ཚུར་ག་བར་འགྲོ་བའི་ན་ཁྱིས་འགྲོ་ན་ཡག་པོ་ཡོག་རེད་ད་དེང་སང་གི་ཁ་ལག་དེ་ཚོ་མང་ཆེ་རྫས་སྦྱོར་དང་ཨ་ནི་དེའི་ནང་ལོག་ལ་ཡག་གཅིག་ཡོག་རེད་བ། སྟེར་གཅིག་དག། ཁ་ལག་གི་ཚ་དང་ཆུ་ཡི་ཐོག་ནས་དེ་ནི་ཟས་དུག་འདི་འདྲའི་མང་པོ་འགྲོ་འདུག་གོ། ཨ་འདི་ཚོ་ལ་ཡག་ད་ཁ་ཐུག་ཁ་ཐུག་ལ་རིན་ཆེན་རིལ་བུ་འདི་ཚོ་ལ་དཔེ་མི་སྲིད་གི་ད་ཕན་ཐོག་དང་ནུས་པ་ཡོད་བ་ད་ཚུགས་ནས་དཔེ་བཤད་གི་འདུག་ཨ་ནི་སྙེ་མ་འདི་བ་ཡིན་ན་ད་ཅིག་ན་ཚ་འདི་འདྲའི་ཅིག་ཤ་བསད་ན་ན་གི་ཡོད་བ་ད་འདི་ཚོ་ཞུ་གུ་ལ་རིན་ཆེན་རིལ་བུ་འདི་ཚོ་ཟས་ནི་ན་མ་བྱུང་ཤན་མ་བྱུང་སྐྱུགས་མ་བྱུང་ཚ་གྲང་འཐག་མ་བྱུང་ཆམ་པ་བརྒྱབ་མ་བྱུང། ཨཱ་ནི། འདི་འདྲའི་གི་ཐོག་ནས་སྐད་ཆ་མང་པོ་བཤད་ཡས་འདུག་བ་དེ་དང་འདི་འདྲའི་ཡོད་དུས་ང་རང་ཚོ་བའི་རིན་ཆེན་རིལ་བུ་ཟིན་ངེ་འདི་ཚོའི་ཐད་ནས་མཐའ་ཚགས་སྦྱོར་དང་དྲང་སྦྱོར་གཉིས་འདི་བཟོ་སོགས་གི་ག་དུས་ཡིན་ན་ན་ཚ་དང་མཐུན་དཔེ་གི་ཟེར་ན་མ་གཏོགས་ཅི་ནས་གང་འཇུག་མ་འཇུག་ཟ་ཡས་ཡོའ་མ་རེད། དཔེར་ན་རིན་ཆེན་ཚགས་སྦྱོར་འདྲ་བོ་ཅིག་ནས་འབྲས་དང་སྐྲན་དང་ཁ་ཆེ་ལ་རྨ་ཡོའ་དེ་ཚོ་ལ་ཡག་པོ་ཡོའ་མ་རེད། ཨ་ནི་ཡང་གྲང་སྦྱོར་བྱས་ཏེ་ད་གྲང་མ་དང་ཁལ་མ་དེ་ནས་ན་ཚ་ཤུགས་ཆེན་པོ་ཡོད་ན་དེ་ཟ་རྒྱུ་ཡོད་མ་རེད་རླུང་ཤས་མཐོ་བོ་ཡོད་ན་ཟ་རྒྱུ་ཡོད་མ་རེད་ད་ཡང་དེ་ཚོ་འབྲས་དང་རྨ་དང་སྙན་ག་དང། ཨ་ནི་ཁྲག་དུག་ཅག་དེ་འདྲས་དང་འོ་དེ་ཚོ་ལ་ཡང་གྲང་སྦྱོར་དེ་ཚོ་ཡག་པོ་ཡོད་རེད། ཨ་ནི་ད་མི་རིན་ཆེན་ད་འདྲ་བཙོ་བཀྲུ་ད་བྱས་བྱས་ཏེ་ད་མཆིན་པ་དང་ཨ་ནི།

ཨཱ་ནི། རྣམ་ཤེས་ཚ་གྲང་འཐབ་པའི་གེགས་ལྟ་ཅི་དུག་རྫས་ཀྱི་རིགས་དང་ཨཱ་ནི་གླང་དུག་ཟས་དང། དེ་འདྲ་མང་པོ་ཅིག་ལ་ཕན་རྒྱུ་ཡོད་རེད་བྱས་ཙང་དེ་ཚོའི་གྲས་ཚོས་ལྟ། ཁ་ཐུག་ཁ་ཐུག་ལ་ཟ་ཡ་གཅིག་ཡོད་རེད་གཉིས་པ་དེ་ལ་ཨཱ་ནི་ཉི་མ། ལྟ་བཅོ་ལྔ། ཨཱ་ནི། གནམ་གང། འོ་དེ་འདྲས་ལ་ཡང་བྱས་ཙང་དེ་བ་ལ་ཟ། དེ་ཟ་བའི་ཉིན་ལྟ་ཤ་དང་གོག་པ་བཙོང་དེ་ཚོས་མ་ཟ་ཨཱ་ནི་ལུས་རྩལ་ཤུགས་ཆེན་པོ་དེ་འདྲས་མ་མཛད། ཨཱ་ནི། ཏེས་ཅིག་ལྟ། སྨན་ལས་སུ་ང་དོན་ཐུབ་ཡིན་ན་ཡག་པོ་ཡོད་རེད། ཨ་ནི་སྨན་དུས་རྒྱུན་ནས་ཟ་ཡ་དེ་ཟོ་ད་འདི་ཉིན་འདི་ལ་རྫ་སྦྲང་མེད་ན་མ་ཟ་ན་འགྲིག་གི་རེད་ཕྱི་ལུགས་སྨན་ཟ་ན་འགྲིག་གི་རེད། ཡང་སོ་སོ་ཟ་དགོ་བའི་ཁ་ཐུག་བྱུང་པ་ཡིན་ན་འདི་ཟས་འོས་ནས་དུག་ལ་འགྲོ་ཡ་གལ་ཡོད་མ་རེད་ཀོ་གཉིས་སྨན་གྱི་ངོ་བོ་དེ་འཐབ་གི་མ་རེད་དེ་ལྟ་ཆུ་ཚོད་ཕྱེད་ཀ་ཆུ་ཚོད་གཅིག་ཟིག་པ་རུ་བཞག་ནས་ཟས་འོས་ཡིན་ན་སྐྱོན་གལ་ཡོད་མ་རེད། ཨ་ནི་ཚང་མ་ལོ་ད་ལྟས་ཀྱི་སེམས་པ་ལྷོད་ལྷོད་བྱས་ཡས་དང་ཨ་ནི་ན་བ་ཡིན་ན་རྔམ་སྐྲག་བྱས་ཡས་ཨ་ནི་སྡུག་བསྔལ་བྱས་ཡས་དེ་གལ་ཡོད་མ་རེད་ད་སེམས་པ་དེ་གཙོ་བོ་གཙོ་བོ་དེ་ཡག་པོ་གྱིས་བསམ་ཡས་དང་སེམས་པའི་ནང་ལོགས་ནས་ཀུན་སློང་ཡག་པོ་གི་ཡས་དང་ཨ་ནི་སེམས་པའི་ནང་ལོགས་ལ་ཡ་བལྟས་ཞེས་གཞི་འཇམ་པོ་བྱས་པ་ཡིན་ན། ད་ཅིག་ལས་ཀ་ག་རེ་ཡིན་ན་འདྲ་ན་བཟའ་ཡིན་ན་འདྲ་ག་རེ་ཡིན་ན་འདི་ག་དེ་བརྒྱ་ཆ་བཅུ་མ་ཟོས་ན་བརྒྱ་ཅུ་ཁྱད་མངའ་ཚེ་གཅིག་མ་ཆུང་རུ་འགྲོ་ཡ་དེ་སེམས་ལ་དྲི་བ་ཡོད་རེད་ད། དེ་འདྲ་སེམས་ལ་དྲི་བ་དེ་ཡག་པོ་བྱེད་མ་ཐུབ་བ་ཅི་ཨ་ནི་སེམས་དེ་ཞི་བ་དང་དུལ་བ་ལ་གནས་མ་ཐུབ་ཨ་ནི་ཞེད་སྣང་ངམ་དང་སྡུག་བསྔལ་ཞེ་དྲག་བྱས་ན་གཟུགས་པོ་ལ་ཡ་ད་འཕོ་འགྱུར་དང་ངེས་ན་མི་རུ་མ་ཟིན་ན་ཁོ་དཀྲུགས་ཤིང་རྒྱག་ངེས་འདི་ད། རླུང་འདི་རེད་སེམས་པ་འདི་རེད། གང་ཡིན་ན་ནད་སྣབས་ཀུན་གྱི་སྣ་འདི་འཇུག་དུས་རླུང་ཟེར་ལ་རེད་བོད་པས་ཤི་ན་རླུང་ཟེར་གི་རེད་བ། བྱས་ཚ་ཁོ་རླུང་འདི་ད་ཡ་ཚ་བ་ཡིན་ན་ཚ་བ་འབར་གི་རེད་མ་གྲང་བ་ཡིན་ན་གྲང་བ་བཅག་གི་རེད་དཔེར་ན་དགུན་ཁ་ཡིན་ན་རླུང་གྲང་མོ་མ་ད་ཚ་བོ་རྒྱག་གི་མ་རེད་བ། དབྱར་ཁ་ཡིན་ན་རླུང་ཚ་བོ་རེད་མེ་དྲག་པོ་ཞིག་ཡིན་ན་རླུང་རྒྱབ་ན་མེ་དེ་ཡར་འབར་གི་རེད་བ་འོ་འདི་ནང་བཞིན་རེད་ཁོ་ཚ་གྲང་གཉིས་ཆར་ལོ་སློང་དཀྲུག་གཡས་དང་འདི་འདྲ་བྱེད་དུས་བྱམས་པ་ད་སེམས་ཟས་འདི་དང་འབྲེལ་བ་བྱེད་དུས་བྱམས་པ་རླུང་འདི་ཡིས་ད་རུས་ཁོག་དང Frozen Shoulders ཡས་དྲ་བོ་འདི་འདྲ་དང Spondylitis ཡས་དྲ་བོ་ད་ཨ་ནི་སྨད་ཀྱི་ན་བཟའ་དེ་རི་མང་ཅན་རླུང་ནི་ཅི་སྐྱེས་ལ་དེ་སྨད་ན་ནད་ཞི་དེ་རིམ་པ་ཨ་ནི་སྙིང་དང་སྲོག་རྩ། སེམས་ཀྱི་དྲན་པ་ཉམས་འགྲོ་ཡ་དེ་རུ་ཚང་མ་ལོ་ལྟར་རླུང་ལ་བརྟེན་ནས་ཡོང་གོ་རེད་ད་རླུང་དེ་ལ་ཀོ་ཧྥི་དང་བྱ་གར་པོ་དང་ཕག་ཤ་དང། དེ་ནི་ར་ཤ་དང་དེ་ནི་ཁག་དེའི་ཚད་དེ་རུ་མ་ཟ་ཟེར་གི་རེད་ཨ་ནི། ས་ཆ་དེ་ཡི་ཡོར་བ་དྲང་ས་རླུང་རྒྱབ་ས། ཨ་ནི་རི་མཐོ་ས་ལ་མཐོ་ས་མི་མེད་ལུང་སྟོང་དུ་ཆུ་ལ་ཞག་དྲུག་རྒྱུ་བ་མ་རེད་ཟེར་གི་དེ་འདྲས་ལ་ཕྱིན་རྗེས་ཨ་ནི་བརླ་ཡར་ཤ་བརླ་ཁས་ཤ་ཟེར་དེ་ནས་ཧོབ་ལ་ལ་འཇིགས་སྐྲག་ཞེ་སྣང་ཡོང་དུས་ཨ་ནི་མི་གིས་བརླ་དེ་གསུམ་ཡོད་རེད་ད། གཅིག་ནི་ད་དབུགས་ད་དྲོ་ནས་རྒྱུ་བ་ཟེར་གྱི་ཡོད་ར་འོ་འདི་ད་བརླ་དེ་བར་ཕྱིན་པ་ཡིན་ན་ཚུགས་བསྡུས་མ་ཐུབ་བའི་དུས་ཨ་ནི་བརླ་དེ་བརླག་འགྲོ་དུས་ཨ་ནི་མི་གིས་འདང་སྙམ་མེད་ད་ཨ་ནི་མི་ཡིས་གཅིག་ལྟ་དུས་བསམ་པ་ངན་སྨྲས་ཀྱི་ཞག་གཅིག་དེ་མི་འདུག་ཟེར་གྱི་ཡོད་ར་བ། འོ་དེ་སྡང་ཞེས་ཏེ་སེམས་ལ་སྡུག་བསྔལ་མང་པོ་བྱུང་ན་ཉམས་འགྲོ་གི་རེད་ཟེར་བ་རེད། སྡང་ཉམས་པ་ལས་བརྟེན་ནས་ཨ་ནི་ག་རེ་ག་རེ་ལ་ཨ་ནི་སོ་སོ་གིས་ད་ཅིག་འཚོ་བ་གསུམ་ཟད་འགྲོ་གི་བ་རེད། འོ་དེ་ཚོ་ད་གལ་ཆེན་པོ་ཞིག་རག་རེད་བྱས་ཙང་ད་ག་དུས་ན་བག་ཕེབས་པོ་ཡིན། དེ་ལྷོད་ལྷོད་ཨ་ནི་ཁ་ལག་དེ་ཚོ་དུས་ཚོད་ལ་ཏག་ཏག་ཟ་ཡས། ཁ་ལག་ཟ་བ་ཡིན་ན་རྙིང་པའི་རིགས་དང་ཅིག་ང་ལ་དགའ་བོ་ང་དགའ་བོ་དེ་ཡོད་ཞེས་སྨན་པ་བཅས་སོ་སོའི་གཟུགས་པོ་ལས་ཡར་ལྟ། མགོ་རོ་དྲུག་གི་ཟས་སྐོམ་ག་རེ་བྱས་པ་ཡིན་ནས་འབྱུང་བ་ལྔ་དང་ལྡན་པའི་ཟས་སྐོམ་ག་རེ་བྱས་པ་ཡིན་ནས་ལུས་ཀྱི་འབྱུང་བ་ལྔ་བོ་རྒྱས་པར་བྱས་སྲིད་ཀྱི་དུས་ང་རང་ཅག་ལ་གཟུགས་པོ་སྤུངས་པོ་དེ་བྱས་འབྱུང་བ་ལྔ་ལ་བརྟེན་ནས་གྲུབ་ཡོད་རེད་བ། དེའི་ནི་ཉེས་པ་རླུང་མཁྲིས་བད་ཀན་གསུམ་དེའི་ནི་མགོ་མཚན་ཉིད་དང་མཐུན་པའི་ཕྱེ་ནས་ནི་གཟུགས་པོའི་ནང་ལུས་ལ་ས། ཆུ། མེ། རླུང། དེ་ལ་བརྟེན་ནས་ཤ་དང་པགས་པ་ཁྲག། ཨོ་དེ་ཚོ་ཚང་མ་ལོ་ལྟར་བྱུང་བ་ང་ལ་བལྟས་ནས་གྲུབ་ཚུལ་ཙམ་མ་ནི་ལུས་ཀྱི་བྱུང་བ་ང་རྒྱལ་ཐུབ་ཡ་དེ་ཨོ་དེ་འདྲ་ཞིག་རེད། དེ་ཡིན་དུས་ཅན་པ་ད་སོ་སོ་ལ་ཡ་མ་འཕྲོད་པའི་རིགས་ག་རེ་བྱུང་པ་ཡིན་ནའི་ག་འདི་ཨེ་ནི་ཡང་བསྐྱར་ཡིན་ག་དེ་ལ་ཡ་ཕོག་ཐུག་གཏོང་ཡ་དང་དེ་ལ་ཡ་སོ་སོ་གི་གདོང་ལེན་བྱེད་ཡ་མ་གཏོགས་འདི་ཡང་བསྐྱར་ཟ་རྒྱུ་ཡོད་མ་རེད་ཟེར་དེ་རེད། བས་ན་ཤ་འདྲ་བོ་ཡིན་པ་ཡིན་ན་ལ་ཤ་སྐམ་པོ་ནི་ཆུ་རུད་རྙིང་པ་ནི་ཤི་བའི་དུས་ཚོད་ཁྲལ་ཚུལ་དང་ཟ་མ་གོ་ན་ཡག་ཤོས་རེད་དེང་སང་དུས་ཚོད་ཁྲལ་ཚུལ་མིང་ཡི་ག་བོ་ཅན་ནི་མང་པོ་ཟ་དུས་ནི་ཕོ་བའི་ནང་ལོགས་ལ་ན་ཚ་རེ་མ་རེ་ཡོང་གི་འདུག་ཨ་ཕོ་བ་སེང་གེ་འདི་གཅིག་ན་ཚ་བའི་ཤུགས་ལ་གཟུགས་པོའི་ནང་ལོགས་ཀྱི་རྟ་གྲུབ་ཅན་ནང་ལོགས་ནས་རྟ་རྩ་བ་འདྲ་བོ་དེ་འཕྲོ་བརླག་འགྲོ་གི་ཡོད་རེད་ད་དེ་འཕྲོ་བརླག་འགྲོ་སོང་ན་ནི་ཕོ་བའི་གི་རྟ་མོས་སྤྲོས་ཀྱི་བྱེད་ལས་ལ་བརྟེན་ནས་ལུས་ཟུངས་གསོ་ཡས་དང་གཟུགས་པོ་བཀྲག་མདངས་རྒྱས་ཡས་དང་སེམས་དང་དུས་ཚོད་ལ་འཚོ་བ་བཟང་པོ་ལེགས་པའི་དུས་དང་དེའི་སྐར་ཆ་འཚོ་བ་སྙོམས་པོ་ཡོང་ཡས་དང་ན་ཚ་སྔོན་འགོག་བྱེད་ཡས་ཀྱི་ད་ང་རང་ཚོ་ཡིན་ན་ཅིག་ཡོར་བ Resistant Sinner འདྲ་དུས་ཚོད་ཐད་ཚོ་ཉམས་འགྲོ་དུས་འདིའི་མི་རུ་མ་ཟིན་ན་བཀའ་གཉན་པོ་གོ་བཟོད་བསྲན་མ་ཐུབ་བ་ཨ་ནི་ག་རེ་ཡིན་ནའི་གཅིག་རླུང་ཚ་བོ་འདི་འདྲ་ཆགས་འགྲོ་གི་དུས་བྱམས་པ་དུས་ཚོད་ཐལ་དུས་ཚོད་ལ་དོ་སྣང་བྱེད་རེད། འོ་འདི་ཅིག་ཞུ་ཡ་ཡིན་ཐུགས་རྗེ་ཆེ་གནང་ད་ལྟས་སྐད་ཆ་མང་པོ་བྱུང་སོང་དགོངས་དག་ལོ་སོ་བ་ནི་ཚང་མ་ལ་ཕན་ཐོག་ཡོང་གི་རེ་བ་ཡོད་ལོ་སོ་བོ་ཞུ་དོན་བྱ་འོ།